རྣམ་པ་ལས་འགལ་ཀུན་ཁམས་སམ་འཇིག་རྟེན་མིག་ཅེས་གྲགས་སྙན་བརྒྱུད་ལམ་དེའི་ཐོག་ནས་བྱ་ཚིག་གི་རྣམ་བཞག་ལག་ལེན་བཅུ་དུས་ཆེན་མོའི་འཆད་ཁྲིད་གསན་གཟིགས་གནང་མཁན་ཡོངས་ལ་དགའ་བསུ་ཞུ་བ་དང་འབྲེལ་དེ་རིང་གི་འཆད་ཁྲིད་རིམ་པ་དབུ་འཛུགས་ཞུ་ཡ་ཡིན། དེ་རིང་གི་འཆད་ཁྲིད་རིམ་པ་དེ་ལ། བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གི་གསར་བརྗེ་བཅུ་གཅིག་ཡོད་པའི་ནང་ནས་དྲུག་པ། བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གི་དབྱེ་བ་དེ་མ་ཞུ་ཡ་ཡིན།

ད་བྱེད་སྒྲའི་ལས་ཚིག་དང་བྱེད་མའི་ལས་ཚིག་གི་དབྱེ་བ་དེ་བཤད་ཡོང་དུས་དེ་ལ་ཡང་ཐོག་མར། བྱེད་སྒྲའི་ལས་ཚིག་གི་དབྱེ་བ་དེ་མ་ཞུ་ཡ་ཡིན། དེའི་རྗེས་སུ་བྱེད་མའི་ལས་ཚིག་གི་དབྱེ་བ་དེ་མ་ཞུ་ཡ་ཡིན་ད་དེ་རིང་གི་ལེ་ཚན་འདིའི་ནང་ལ་བརྗོད་བྱ་གཙོ་བོ་དེ། ད་དང་པོ་དེ་ལ་བྱེད་སྒྲའི་ལས་ཚིག་གི་དབྱེ་བ་དེ་མ་ཞུ་ཡོང་དུས་ད་འདི་དབྱེ་བ་འདི་གཉིས་ག་རེ་གི་ཐོག་ནས་བརྗོད་ན་ཡང་འགྲིག་གི། དང་པོ་དེ་ལ། བྱེད་པ་པོ་གཙོ་བོ་དང་བྱེད་པ་པོ་ཕལ་པ་ཞེས་པའི་ཐ་སྙད་ཀྱི་ཐོག་ནས་མ་ཞུས་པ་ཡིན་ན། བྱེད་སྒྲའི་ལས་ཚིག་དེ་ལ་དབྱེ་བ་རྣམ་པ་གཉིས་ཡོད། ད་བྱེད་འབྲེལ་ལས་ཚིག་ཚུལ་དོན་ཁ་ཚང་བྱེད་པ་པོ། གཞན་དང་དངོས་སུ་འབྲེལ་བའི་བྱ་བ་སྟོན་བྱེད་ཀྱི་གྲ་ཞིག་ལ་བྱེད་འབྲེལ་ལས་ཚིག་ཟེར་རོ། དེ་ཡིན་དུས་བྱེད་པ་པོ་གཞན་ཞིག་དང་འབྲེལ་དགོས་དགོས་དོ། ད་དེ་ལྟ་བུའི་བྱེད་པ་པོ་གཞན་ཞིག་དང་འབྲེལ་དགོས་ན། དེ་ལྟ་བུའི་བྱེད་པ་པོ་དེ་ལ་ཡང་བྱེད་པ་པོ་གཙོ་བོ་ཞིག་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཅིག་དང། བྱེད་པ་པོ་དེ་ཡང་བྱེད་པ་པོ་ཕལ་པ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཟེར་ནས་ད་བྱེད་པ་པོ་དབྱེ་བ་གི་ཐོག་ནས་བྱེད་འབྲེལ་ལས་ཚིག་འདི་ལ་ཡང་རྣམ་པ་གཉིས་ཆགས་ཀྱི་ཡོད། བྱེད་པ་པོ་དེ་ལ་ཡང།

དེའི་ཐ་སྙད་བརྗོད་སྟངས་དེ་སི་ཏུ་པན་ཆེན་ལགས་སོགས་པ་སི་ཏུ་པན་ཆེན་བྱེ་བྲག་དང་བཅས་པའི་ཐ་སྙད་བརྗོད་སྟངས་དེའི་རྗེས་ཟླ་དེའི་རྗེས་སུ་ཡང་དོན་དག་གཅིག་པ་ཡིན་པ་ལ་ཀ་ལེབ་དྲུང་ཡིན་དང་ཉི་ཤུ་ཁེ་ར་འོད་ཟེར་ལགས་སོགས་པའི་ཐ་སྙད་བེད་སྤྱོད་དང་དང་དབང་དུ་བྱས་ན། བྱེད་འབྲེལ་ལས་ཚིག་དེ་ལ་དབྱེ་བ་བྱས་ན་ཡང་རྣམ་པ་གཉིས་བྱེད་པ་པོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་དང། བྱེད་པ་ཙམ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཟེར་ནས་རྣམ་པ་གཉིས་དབྱེ་བ་ཡོད། ད་ལྟ་འདི་འདི་འོག་གི་བྱེད་པ་པོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཟེར་བ་འདི་དང་གོང་གི་བྱེད་པ་པོ་གཙོ་བོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཟེར་བ་གཉིས་དོན་གཅིག་པ་གཅིག་རྐྱང་རེད་ཁྱད་པར་ཡོད་མ་རེད་ཨ་ནི་འདི་འོག་གི་བྱེད་པ་ཙམ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཟེར་བ་འདི་དང་ཨ་འདི་ནི་བྱེད་པ་པོ་ཕལ་པ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཟེར་བ་གཉིས་པོ་འདི་ཨ་དོན་དག་གཅིག་པ་གཅིག་རྐྱང་རེད་ཁྱད་པར་ཡོད་མ་རེད་ད་དོན་དག་ཐ་སྙད་བོད་སྤྱི་དང་དང་དེ་དེ་ལ་བྱེད་པ་པོ་གཙོ་བོ་དང་བྱེད་པ་པོ་ཕལ་པ་ཟེར་ནས་ཐ་སྙད་བོད་སྤྱི་དང་གོ་རེད་དེ་འོག་དེ་ལ་བྱེད་པ་པོ་དང་བྱེད་པ་ཙམ་ཟེར་ནས་ཐ་སྙད་བོད་སྤྱི་དང་ཐ་སྙད་བོད་སྤྱི་དང་དང་ཁ་ཁ་རེད་མ་གཏོགས་དོན་དག་གཅིག་པ་གཅིག་རྐྱང་རེད་ད་འདི་གཉིས་པོ་འདི་ག་རེ་བོད་སྤྱི་དང་བཤད་ན་ཡང་དོན་དག་ལ་བྱེད་འབྲེལ་ལས་ཚིག་ལ་དབྱེ་བ་རྣམ་པ་གཉིས་ཡོད་ཟེར་ནས་ད་དང་པོ་ཉིད་དུ་འདི་ངེས་དགོས་རེད་ད། ཐ་དད་བྱེད་པ་པོ་གཙོ་བོ་དང་བྱེད་པ་པོ་ཕལ་པ་དང་བྱེད་པ་པོ་དང་བྱེད་པ་ཟད་དེ་མ་འོག་ནས་ཞིབ་ཕྲ་དེ། བྱ་བྱེད་ལས་གསུམ་བཤད་པའི་སྐབས་སུ་ཞིབ་ཅིང་ཕྲ་བ་ནི་མ་ཞུས་ཡིན་ད་ལྟ་དེ་རྣམ་གཞག་དེ་བྱེད་མོག་བ་བྱེད་མཁན་པ་བཞི་ཤ་ཅེ་ན་མ་མཁན་པ་ཡིན་ན་ཡང་བྱ་བྱེད་ལས་གསུམ་གྱི་འོག་སུ་མཁན་སྒྲུབ་དགོས་རོ། ད་ལྟ་གཙོ་བོ་བྱེད་བྲལ་ལས་ཚིག་གི་དབྱེ་བ་བཤད་པའི་སྐབས་ཡིན་དུས་ཨོ་དེ་འདྲ་གི་དབྱེ་བ། རྩ་བའི་གི་དབྱེ་བ་རྣམ་པ་གཉིས་ཡོད་ཟེར་ནས་ད་དེ་མཁྱེན་དགོས་གལ་ཆེན་པོ་ཡོད་རེད། ད།

རྣམ་པ་གཉིས་ལས་ཀྱི་ཡོལ་བ་སོང་ཙང་བྱེད་པོ་པོ་གཙོ་བོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་འདི་ལ་ཡང་ནང་གསེས་ཀྱི་ཡོལ་བ་གཉིས་ཡོད། ད་དང་པོ་སེམས་ལྡན་མ་ཞེས་དོན་གོ་བའི་བྱེད་པོ་པོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་འདི་ག་འདྲའི་འདྲ་བ་བཞག་གོ་ཟེར་ན་དཔེར་ན་བཀྲ་ཤིས་ཀྱིས་ཆུ་བཏུང་ཞེས་པའི་སྐབས་ཀྱི་འདི། བྱེད་འབྲེལ་ལས་ཚིག་བཏུང་ཞེས་པ་དེ། དེ་ག་ནང་བཞིན་དགེ་རྒན་གྱིས་ཡི་གེ་བསླབས་ཟེར་བའི་སྐབས་ཀྱི་བྱེད་འབྲེལ་ལས་ཚིག་བསླབས་དེ། དེ་ག་ནང་བཞིན་སློབ་མས་ཡི་གེ་བྲིས་ཞེས་པའི་སྐབས་ཀྱི། འདི་བྲི་ཞེས་པ་དེ་ད་འདི། བཏུང་བ་དང། འདི་བཏུང་ཞེས་པ་དེ་དང་འདི་བརླབ་ཞེས་པ་དང་བོད་ཀྱི་བྲི་ཞེས་པ་དེ་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གཉིས་ཀྱི་ནང་ནས་བྱེད་འབྲེལ་ལས་ཚིག་རེད་བ། ད་བྱེད་འབྲེལ་ལས་ཚིག་ཡིན་པ་ཡིན་དང་ཡིན་ལུགས་ལ་སོགས་པ་དེ་ཁ་སང་གོང་དུ་བྱེད་འབྲེལ་ལས་ཚིག་གི་མཚན་ཉིད་ལ་སོགས་པ་ཞུས་ཟིན་པ་ཡིན་པ་སོང་ཙང་དེ་བཀྲ་ལྷ་མའི་འགྲོ་སྒོར་གདའ། ད་འདིའི་སྐབས་སུ། འདི་བཏུང་འདི་བྱེད་འབྲེལ་ལས་ཚིག་ཡིན་ན།

སློབ་མ་དང་དགེ་རྒན་དང་བཀྲ་ཤིས་ཚང་མ་ཡང་བྱེད་པ་པོ་གཙོ་བོ་ཆགས་ཏེ་ཡོད་རེད་བ། བྱེད་པ་པོ་དང་བྱེད་པ་གཉིས་ཀྱི་ནང་ནས་བྱེད་པ་པོ་ཆགས་ཏེ་བསྟུན་དུས་བྱེད་པ་པོ་གཙོ་བོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཏག་ཏག་ཆགས་སོང་བ། ད་བྱེད་པ་པོ་གཙོ་བོ་དེ་ལ་ཡང། འདི། སེམས་ལྡན་སྨྲ་ཞེས་དོན་གོ་བ་ཡིན་པ་ཅིག་དང། སེམས་ལྡན་སྨྲ་ཞེས་དོན་གོ་བ་མ་ཡིན་པ་རྣམ་པ་གཉིས་ཡོད་པའི་ནང་ནས། འདི་བཀྲ་ཤིས་དང་དགེ་རྒན་དང་སློབ་མ་གསུམ་པོ་དེ་གར་ཆགས་ཏེ་ཡོད་རེད་ཟེར་ན་སེམས་ལྡན་ཡིན་པ་གང་ཞིག་སེམས་དང་ལྡན་པ་རེད་བ། སྨྲ་ཞེས་པ་ཡིན་པ་ལ་དོན་གོ་བ་ཡང་ཡིན་པ། སེམས་སྡེ་མ་ཞེས་དོན་གོ་བ་ཆགས་དེ་དོ་བཀྲ་ཤིས་དེ་སེམས་སྡེ་མ་ཞེས་དོན་གོ་བ་རེད་དགེ་རྒན་དེ་ཡང་སེམས་སྡེ་མ་ཞེས་དོན་གོ་བ་རེད་སློབ་མ་དེ་ཡང་སེམས་སྡེ་མ་ཞེས་དོན་གོ་བ་རེད་བ་དེ་འབའ་སོང་ཙང་འདི་གར་ཆགས་སོང་འདི་བྱེད་པ་པོ་དེ་གར་རེད་ཟེར་ན་སེམས་སྡེ་མ་ཞེས་དོན་གོ་བའི་བྱེད་པ་པོ་ཆགས་ཀྱི་ཡོད། འོ་དེའི་འདུས་ས་ནི་ད་དེ་ལྟ་བུའི་གི་བཀྲ་ཤིས་ཀྱི་ཆུ་བཏུང་ཞེས་པའི་སྐབས་ཀྱི་འདི་བྱེད་འབྲེལ་ལས་ཚིག་བཏུང་དེ།

རྟ་ཡི་ཆུ་བཏུངས། ལུག་གི་རྩྭ་བསྲེས། སྟག་གི་མི་བསྲེས། མི་བསྲེས། ཞི་མི་ཡི་ཙི་ཙི་བཟུངས། ད་ག་རེ་བཞག་ན་ཡང་འགྲིག་གི་རེད་བ། ད་དེའི་སྐབས་སུ། དེ། རྟ་ཡི་ཆུ་བཏུངས་ཞེས་པའི་སྐབས་སུ་བཏུངས་ཏེ། ལུག་གི་རྩྭ་བསྲེས་ཟེར་བའི་སྐབས་ཀྱི་བསྲེས་ཏེ། སྟག་གི་མི་བསྲེས་ཟེར་བའི་སྐབས་ཀྱི་བསྲེས་ཏེ། ད་དེ་གསུམ་ཀ་ཡང། བྱེད་འབྲེལ་ལས་ཚིག་ཡིན་པ་ལ་རྩོད་པ་མི་འདུག་བ། བྱེད་འབྲེལ་ལས་ཚིག་ཏག་ཏག་རེད་འདུག་བ། བྱེད་པོ་བོ་གཞན་དང་དངོས་སུ་འབྲེལ་བའི་བྱ་བ་སྟོན་བྱེད་ཀྱི་ཕྲ་རེད་འདུག་བ། ད་དེའི་ནང་ནས།

ཆུ་འཐུང་བ་པོ་དེ་སུ་རེད་ལྟ་ར་བ། དེ་ཡིན་པ་ལྟ་དེ་ག་རེད་ཟེར་ན་སེམས་དང་ལྡན་པ་ཡིན་པ་གང་ཞིག་ལ་སྨྲ་ཞིག་དོན་གོ་བ་མ་ཡིན་པ་ར་བ། དེ་ག་ནང་ཞིག་ལུག་གི་རྩ་ཟེ་ཟེར་བའི་སྐབས་རྒྱུ་བྱེད་པ་པོ་སུ་རེད་ཟེར་ན་ལུག་རེད། ལུག་དེ། སེམས་ལྡན་ཡིན་པ་གང་ཞིག་ལ་སྨྲ་ཞིག་དོན་གོ་བ་དང་མི་གོ་བ་གཉིས་ཀྱི་ནང་ནས་སྨྲ་ཞིག་དོན་གོ་བ་མ་ཡིན་པ་ར་བ། དེ་ག་ནང་ཞིག་དེའི་སྐབས་སུ་བྱེད་པ་པོ་སུ་རེད་ཟེར་ན་རྟགས་རེད། འདི་རྟགས་དེ་གར་ཟེར་ན་སེམས་ལྡན་སྨྲ་ཞིག་དོན་གོ་བ་མ་ཡིན་པའི་བྱེད་པ་པོ་ཆགས་ཐུག་གི་འདུག་བ། དེ་ཡིན་པ་སོང་ཙང། རྟ་ཡིས་ཆུ་བཏུང་ཞེས་པའི་སྐབས་ཀྱི་བྱེད་འབྲེལ་ལས་ཚིག་བཏུང་དེ། ཨ་ནི། བྱེད་འབྲེལ་ལས་ཚིག་ལ་དབྱེ་བ་རྣམ་པ་གཉིས་ཡོད་པའི་ནང་ནས་ག་རེ་རེད་ཟེར་ན་སེམས་ལྡན་སྨྲ་ཞེས་དོན་གོ་བ་མ་ཡིན་པའི་བྱེད་པ་པོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཡིན། སེམས་ལྡན་སྨྲ་ཞེས་དོན་གོ་བ་མ་ཡིན་པའི་བྱེད་པ་པོ་དེ་ག་རེ་ཟེར་ན་རྟགས་དེ་བཞག་གི་ཡིན། ལུག་གི་རྩ་ཟས་ཟེར་བའི་སྐབས་ཀྱི་བྱེད་འབྲེལ་ལས་ཚིག། ཟས་ཟེར་བ་དེ། བྱེད་འབྲེལ་ལས་ཚིག་དང་བྱེད་མའི་ལས་ཚིག་གཉིས་ཀྱི་ནང་ནས་བྱེད་འབྲེལ་ལས་ཚིག་རེད་བ། བྱེ་བྲག་ལས་ཚིག་ལ་ཡང་དབྱེ་བ་རྣམ་པ་གཉིས་བྱེད་པ་པོ་གཙོ་བོ་དང་འབྲེལ་བའི་བྱེ་བྲག་ལས་ཚིག་དང་བྱེད་པ་པོ་ཕལ་པ་དང་འབྲེལ་བའི་བྱེ་བྲག་ལས་ཚིག་གཉིས་ཀྱི་ནང་ནས་ད་ལྟ་སྐབས་འདི་ལ་ལ་གོ་རེ་ད་ཁོ་རང་ཟས་ཁོ་རང་གཅིག་པོ་ཅིག་བཞག་ནས་ཁོ་རང་གཅིག་པོ་ཅིག་དེ་འདྲ་བཞག་ནས་ད་འདི་བྱེ་བྲག་ལས་ཚིག་ཡིན་ན་ད་བྱེད་པ་པོ་གཙོ་བོ་དང་འབྲེལ་བའི་བྱེ་བྲག་ལས་ཚིག་རེད་དམ་བྱེད་པ་པོ་ཕལ་པ་དང་འབྲེལ་བའི་བྱེ་བྲག་ལས་ཚིག་རེད་ཟེར་ན་དེ་འདྲའི་ལ་གོ་ན་འགྲིག་གི་མ་རེད་ད་ཁོ་སྤྱི་ལྡོག་ནས་བཞག་བཞག་རེད་བ། སྤྱི་ལྡོག་ནི་ང་རང་ཚོ་གི་སྤྱི་ལྡོག་ནས་བཞག་ནས་འདི་ཤེས་བྱ་འདི་སྤྱི་ལྡོག་བཞག་ནས་འདི་རྟག་པ་རེད་མི་རྟག་པ་རེད་ཟེར་བ་ན་དཀའ་ལས་ཁག་པོ་གཅིག་གི་ར་དེ་ནང་བཞིན་སྤྱི་ལྡོག་ནས་བཞག་ཡ་མ་རེད་ད་ད་ལྟ་བྱེ་བྲག་ཏུ་བཀར་ནས་དབྱེ་བ་དེ་བྱས་ཡོང་དུས་བྱེ་བྲག་ཏུ་བཀར་དགོས་རེད་ད་ད་འདི་ཁོ་བྱེ་བྲལ་ལས་ཚིག་འདི་ཁོ་ད་ད་བྱེ་བྲག་ཏུ་བཀར་ནས་ལུག་གི་རྩ་ཟས་ཟེར་བའི་སྐབས་ཀྱི་བྱེ་བྲལ་ལས་ཚིག་ཟས་དེ་ཡིན་ན་ཨ་ནི་བྱེད་པ་པོ

ཡང་དེ་གར་དེ་ཟས་དེ་གར་ཆགས་འགྲོ་གི་རེད་ཟེར་ན་བཀྲ་ཤིས་ཀྱི་ཤིང་ཏོག་ཟས་ཟེར་བའི་སྐབས་སུ་ཡང་དེ་ཟས་དེ་གར་ཆགས་འགྲོ་རེད། སེམས་ལྡན་སྨྲ་ཞེས་དོན་བསྒོ་བའི་བྱེད་པ་པོ་དང་འདྲ་བའི་བྱེད་འབྲེལ་ལས་ཟས་ཆགས་འགྲོ་གི་རེད་ཀོ་ནང་སེམས་ཁོ་རང། ད་ད་ལྟ་སྐབས་སུ་བབ་པ་བྱེད་པ་པོ་དེ་ལ་རྩལ་འཆང་ཡག་གི་ཆེད་དུ་དེ་འདྲའི་བཟོས་བཞག་རོགས་དེ་འདྲའི་བྲིས་བཞག་རོགས་ཨ་དེ་ག་ནང་བཞིན་བཏགས་གི། མི་ཟས་ཟེར་བའི་སྐབས་ཀྱི་ཟས་བྱེད་འབྲེལ་ལས་ཚིག་དེ་ཡང་ག་རེ་ཡིན་ཟེར་ན་སེམས་ལྡན་སྨྲ་ཞེས་དོན་བསྒོ་བ་མིན་པའི་བྱེད་པ་པོ་དང་འདྲ་བའི་བྱེད་འབྲེལ་ལས་ཚིག་ཡིན། འོ་སེམས་དོན་སྨྲ་ཞེས་དོན་གོ་བ་མ་ཡིན་པའི་བྱེད་པ་པོ་དེ་སུ་བྱ་ཟེར་ན་རྟགས་དེ་བཞག་གི་ཡིན། དེ་ཡང་ད་ལྟ་རྟགས་ཀྱི་མི་གསལ་ཞེས་པའི་སྐབས་ཀྱི་གསལ་དེ་རེད་ད། འདི་དེ་རེད་མ་གཏོགས་སྤྱི་དང་ཁོ་རང་གསལ་ཁོ་རང་བཞག་ནས་འདི་ག་རེ་ཡིན་ཟེར་ན་ཡང་དཔྱད་བཟང་པོ་བྱེད་ཀྱི་རེད་བ། འདི་ཚོ་བྱེ་བྲག་ཏུ་དཀར་སྐོར་དང་རྟགས་ཀྱི་མི་གསལ་ཟེར་བའི་སྐབས་སུ་འདི་གསལ་དེ་གར་ཟེར་ན། འདི་སེམས་དོན་སྨྲ་ཞེས་དོན་གོ་བ་མིན་པའི་བྱེད་པ་པོ་དང་འབྲེལ་བའི་བྱེད་ཁྲའི་ལས་ཚིག་རེད་དེ་མ་ཡིན་པ་ཡང་ང་རང་ཚོ་གི། འདི། དཔེར་ན་བཀྲ་ཤིས་ཤིང་མཁན་གྱི་དཔེར་ན། ཤིང་མཁན་གྱི་མི་བསད་ལབ་ན། ཤིང་མཁན་གྱི་མི་བསད་སུ་འདྲ་བོ་ལབ་ན་དེ་ནི་ཡང་དེའི་སྐབས་སུ་དེ་བསད་དེ་ཡང་གར་ཆག་འགྲོ་བར་ཟེར་ན། སེམས་ལྡན་སྨྲ་ཤེས་དོན་གོ་བའི་བྱེད་པ་པོ་དང་འབྲེལ་བའི་བྱེད་འབྲེལ་ལས། གང་ཟེར་ན་ཤིང་མཁན་དེ་ཆག་འགྲོ་བར་བ་ཤིང་མཁན་ཤེས་དཔལ་མི་བསད་ལབ་ན་ཤེས་དཔལ་གྱི་ལུགས་བསྲེགས་ལབ་ན་ད་ཤིང་རྒན་ཟེར་ན་བཅའ་གསུམ་པོ་ཡོད་ན་ཤན་དཔེ་ལུགས་བསྲེགས་ལབ་ན་ར་བ་སྲན་དཔེ་གི་གཡག་བསྲེགས་སྲན་དཔེ་གི་ཤན་དཔེ་གི་ར་བསྲེགས་ཟེར་ན་དེ་ནི་གར་ཆག་དྲུག་འདུག་ཡང་དེ་བསྲེགས་དེ་ག་རེ་སེམས་ལྡན་སྨྲ་ཞིག་དོན་གོ་བའི་བྱེད་པ་པོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཡིན་ཟེར་འོ་འདུག་བྱས་ནས་ད་བྱེད་པ་པོ་གཙོ་བོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་དེ་ལ་ད་མང་པོ་ཞུ་མོ་བ་རྗེ་དེ་ལྟ་བུ་རྣམ་པ་གཉིས་ཐམ་པ་ཡོད་རེད་ཟེར་ནས་ཨ་བཀྲ་ལྷ་མའི་བྲོ་བ་བྱེད་དགོས་རེད་ད། ད་བྱེད་འབྲེལ་ལས་ཚིག་གི་དབྱེ་བ་གཉིས་པ། བྱེད་པ་ཙམ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག། ད་དེ་ལ་མིང་གཞན་བྱེད་པ་པོ་ཕལ་པ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ག་རེ་ལབ་ན་ཡང་འགྲིག་གོ། ད་ད་ལྟ་སྐབས་སུ་བབ་པ། བྱེད་པ་ཙམ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་སའི་ཐ་སྙད་དུ་བུ་ཅི་དང་དེའི་ཐ་སྙད་བུ་ཅི་བཏང་ན་ཡག་ག་འདུག་བ། མ་འདྲེས་པ་ཡོང་ཡག་གི་དགེ་མཚན་ཡོད། དེ་དུས་ད་བྱེད་པ་ཙམ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་དེ་ལ་ཡང་ནང་ཚན་གྱི་དབྱེ་བ་གཉིས། དང་པོ་དེ་སེམས་ལྡན་མ་ཡིན་པའི་བྱེད་པ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་དང་གཉིས་པ་དེ་བློའམ་ཤེས་པ་ཡིན་པའི་བྱེད་པ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཟེར། འོ་དེ་རྣམ་པ་གཉིས་བྱས་བར་གདའ། ད་དང་པོ་དེ་ལ་ད་བྱེད་པ་ཙམ་དང་འབྲེལ་བ་ཟེར་དུས་བྱེད་པ་པོ་དང་བྱེད་པ་གཉིས་ཀྱི་ཟླས་བྱས་པའི་བྱེད་པ་པོ་རྩ་བ་ཉིད་ནས་མེད་པར་བྱས། ཡིན་ན་ཡང་བྱེད་པ་ཡོད་པར་བྱས། འོ་དེ་དུས་བྱེད་པ་པོ་བྱེད་པ་པོ་དང་བྱེད་པ་གཉིས་ཀྱི་ཟླས་བྱས་པའི་བྱེད་པ་པོ་དང་འབྲེལ་བ་མེད་ན་ཡང། བྱེད་པ་ཙམ་དང་ཡང་འབྲེལ་བ་ཡོད་པར་བྱས། འདི་ཙམ་ཟེར་དུས་བྱེད་པ་པོ་བཅས་འགྲོ་དགོས་རེད་བ། ད་འདིའི་ནང་ནས་དང་པོ་དེ་ག་རེ་སེམས་ལྡན་མ་ཡིན་པའི་བྱེད་པ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་འདི་ག་རེ་བཞག་དགོས་རེད་ཟེར་ན་དཔེར་ན་གསེར་བས་ལོ་ཏོག་བཅོམ་ལྟ་བུ། ཆུ་ལོག་གི་ཁང་པ་ཁྱེར་ལྟ་བུ། སྤྲིན་པའི་ཉི་མ་འགྲིབ་ལྟ་བུ། ཟླ་བའི་མུན་པ་སེལ་ལྟ་བུ། བྱ་ཕོ་རླུང་གིས་དེད་ལྟ་བུ་ལས་ངན་གྱི་ངན་འགྲོར་འཕང་ཟེར་བ་ད་འདི་ཆ་ཚང་ང་རང་ཚོའི་ཡོངས་གྲགས་ཐོག་ལ་ཡོད་རེད་བ། ད་ཟེར་བའི་ལོ་ཏོག་བཅོམ་ཞེས་པའི་སྐབས་ཀྱི་འདི་བཅོམ་སྟེ། བྱེད་འབྲེལ་ལས་ཚིག་རེད་བ། ཆུ་ལོག་གི་ཁང་པ་ཁྱེར་ཞེས་པའི་སྐབས་ཀྱི་ཁྱེར་འདི་བྱེད་འབྲེལ་ལས་ཚིག་རེད་བ། སྤྲིན་པའི་ཉི་མ་གྲིབ་ཞེས་པའི་སྐབས་སུ་གྲིབ་འདི་བྱེད་འབྲེལ་ལས་ཚིག་རེད་བ། བྱ་ཕོ་རླུང་གིས་དེད་ཟེར་དུས་དེད་འདི་བྱེད་འབྲེལ་ལས་ཚིག་རེད་བ། དེའང་ནང་བཞིན། ཟླ་བའི་མུན་པ་སེལ་ཟེར་དུས་སེལ་དེ་བྱེད་འབྲེལ་ལས་ཚིག་རེད་བ། ལས་ངན་གྱི་ཉེ་འགྲོར་ཕང་ཟེར་བའི་སྐབས་སུ་ཕང་དེ་བྱེད་འབྲེལ་ལས་ཚིག་ཆགས་འདོད། བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གཉིས་ཀྱི་ནང་ནས་བྱེད་འབྲེལ་ལས་ཚིག་ཆགས་འདོད། ད་བྱེད་འབྲེལ་ལས་ཚིག་ཡིན་ན། ད་བྱེད་པ་པོ་ད་ཀྱི་གོང་དུ་ཞུས་པའི་དང་པོ། བྱེད་པ་པོ་གཙོ་བོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་རེད་བས་ཟེར་ན་ད་དེ་བྱེད་པ་པོ་གཙོ་བོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཆགས་ཡོད་མ་རེད། གསེར་བའི་ལོ་ཏོག་བཅོམ་ཟེར་བའི་སྐབས་སུ་བྱེད་པ་པོ་གཙོ་བོ། དང་འབྲེལ་ཡོད་མ་རེད་བྱེད་པ་པོ་གཙོ་བོ་ཡོད་མ་རེད། ཆུ་ལོག་གི་ཁང་པ་ཁྱེར་ཟེར་དུས་སྐབས་སུ་ན་ཡང་བྱེད་པ་པོ་གཙོ་བོ་ཡོད་མ་རེད་སྤྲིན་པའི་ཉི་མ་བསྒྲིབས་ཟེར་དུས། དྲ་འབུ་རླུང་གི་དེ་དུས་སུ་ཆ་ཚང་ལ་ཡང་བྱེད་པ་པོ་གཙོ་བོ་དང་འབྲེལ་བ་རྩ་བ་ཉིད་ནས་ཡོད་པ་བྱེད་པ་པོ་གཙོ་བོ་དངོས་སུ་མེད་པར་མ་ཟད་ཤུགས་ལ་ཡང་ཡོད་མ་རེད་སོང་ནས་ད་དེ་ལ་བྱེད་པ་པོ་རྩ་བ་ཉིད་ནས་ཤུགས་ལ་ཡང་མི་འདུ་བ་ད་དེ་མ་ཡིན་པ་ང་རང་ཚོ་ཡང། དཔེར་ན་ད་ལྟ་སྨྱུ་གུའི། སྨྱུ་གུའི། དཔེར་ན་ང་རང་ཚོ་ནམ་རྒྱུན་ཡོངས་གྲགས་ཐོག་ལ་སྨྱུ་གུའི་ཡི་གེ་བྲིས་ཟེར་ན། སྨྱུ་གུའི་ཡི་གེ་བྲིས།

རེད་མ་གཏོགས་དེ་བྱེད་པ་པོ་གཙོ་བོ་ཡོད་ཡོད་པ་རེད་ཤུགས་ལ་ཡོད་རེད་སྨྱུ་གུའི་ཡི་གེ་བྲིས་སྨྱུ་གུ་ཁོ་རང་རང་འགུལ་གྱི་ཡི་གེ་བྲིས་དེ་ཡ་ཡོད་མ་རེད་སྟ་རེའི་ཤིང་བཅད་ཟེར་དུས་སྟ་རེ་རང་འགུལ་གྱི་སྟ་རེ་ཁོ་ན་ལ་བརྟེན་ནས་ཤིང་བཅད་ཡ་རྩ་བ་ཉིད་ནས་ཡོད་མ་རེད་བ་ངེས་པར་དུ་བྱེད་པ་པོ་གཙོ་བོ་གཅིག་ལ་བརྟེན་དགོས་རེད་ཤིང་མཁན་གྱིས་སྟ་རེ་ཤིང་བཅད་ཏག་ཏག་བྱ་རེད་དུ་བ་དེ་ག་ནང་བཞིན་ཡིག་མཁན་གྱིས་སྨྱུ་གུའི་ཡི་གེ་བྲིས་སློབ་མས་སྨྱུ་གུའི་ཡི་གེ་བྲིས་དགེ་རྒན་གྱིས་སྨྱུ་གུའི་ཡི་གེ་བྲིས་ཟེར་དུས་བྱེད་པ་པོ་གཙོ་བོ་དེ་ཤུགས་ལ་ཡོད་རེད་ད་ད་དེ་འདྲ་བོ་ཡིན་ན།

དབྱེ་བ་རྣམ་པ་གཉིས་བྱེད་པ་པོ་གཙོ་བོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་དང། བྱེད་པ་ཙམ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཟེར། འདི་གཉིས་ཀྱི་ནང་གི་ཟླས་ཕྱེ་བའི། བྱེད་པ་པོ། བྱེད་པ་ཙམ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ནི་བཞག་གི་མེད། ད་བྱེད་པ་ཙམ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་དེ་ད་འདི་ལྟ་བུ་བཞག་གི་ཡིན། དཔེར་ན། གསེར་བའི་ལོ་ཏོག་བཅོམ་ཞེས་པ། སྤྲིན་པའི་ཉི་མ་བསྒྲིབས་ཞེས་ད་འདི་ཚོ། བཅོམ་ཟེར་བ་དེ་བྱེད་འབྲེལ་ལས་ཚིག་རེད་བ་དེ། བཅོམ་ཟེར་བའི་བྱེད་འབྲེལ་ལས་ཚིག་ཡིན་དུས་ད་འདི། བྱེད་འབྲེལ་ལས་ཚིག་ཡིན་ན་བྱེད་པ་པོ་གཙོ་བོ་དང་འབྲེལ་བ་དང་བྱེད་པ་ཙམ་དང་འབྲེལ་བ་གཉིས་ཀྱི་ནང་ནས་བྱེད་པ་ཙམ་དང་འབྲེལ་བ་རེད། བྱེད་པ་ཙམ་དེ་ག་རེ་བྱ་འོག་རེད་སེར་བ་བྱ་འོག་རེད་བ་དེའི་སྐབས་སུ། སེར་བ་དེ་བྱེད་པ་པོ་མ་རེད་ཁོ་གང་ཟག་མ་རེད་བ་བྱེད་པ་པོ་གཙོ་བོ་མ་རེད་བྱེད་པ་ཙམ་རེད་དེ་ག་ནང་བཤད་ཀྱི་ནི་ཆུ་ལོག་གི་ཁང་པ་ཁྱེར་ཞེས་པའི་སྐབས་འདིའི་ཁྱེར་ཟེར་བ་དེ་བྱེད་འབྲེལ་ལས་ཚིག་བྱ་ནི་བྱེད་འབྲེལ་ལས་ཚིག་དེ་ལ་ཡང་བྱེད་པ་ཙམ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་རེད་བྱེད་པ་ཙམ་དེ་ག་རེ་བྱ་འོག་རེད་ཆུ་ལོག་བྱ་འོག་རེད་བ། ད་དེ་ཆུ་ལོག་ཆུ་ལོག་བྱ་འོག་རེད་ད་དེ་གི་རིགས་འགྲེས་ནས། ད་དེ་ལ་ཡང་བྱེད་པ་ཙམ་དེ་ལ་ཡང་སེམས་ལྡན་མ་ཡིན་པའི་གྱི་བྱེད་པ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་དང། ཨ་བློའམ་ཤེས་པ་ཡིན་པའི་བྱེད་པ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་རྣམ་པ་གཉིས་ཤར་འདི་གཉིས་ཀྱི་ནང་ནས་ག་རེ་ཟེར་ན་སེམས་ལྡན་མ་ཡིན་པའི་བྱེད་པ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཡིན། སོ། གང་ཡིན་ཟེར་ན་འདི་སེར་བ་དེ་སེམས་ལྡན་མ་ར་བ་བེམ་པོ་ར་བ། དེ་ག་ནང་བཞིན་ཆུ་ལོག་དེ་ཡང་སེམས་ལྡན་མ་ཡིན་པ་ཆགས་དེ་ར་བ། དེ་ག་ནང་བཞིན་སྤྲིན་པའི་ཉི་མ་བསྒྲིབས་ཟེར་དུས། འདིའི་སྐབས་སུ་བྱེད་པ་ཙམ་དེ་ག་རེ་ཟེར་ན་སྤྲིན་པ་རེད་དེ་སྤྲིན་པ་དེ་ག་རེ་ཟེར་ན་སེམས་ལྡན་མ་ཡིན་པའི་བྱེད་པ་ཆགས་དེ་ར་བ། དེའི། བྱ་སྤུ་རླུང་གིས་དེད་ཟེར་བའི་སྐབས་སུ། བྱེད་པ་ཙམ་དང་འབྲེལ་བའི་གི་བྱེད་བྲལ་ལས་ཚིག་རེད་དེའི་སྐབས་ཀྱི་བྱེད་པ་ཙམ་དེ་གར་སོང་ན་བྱ་བུ་ཆགས་དེར། བྱ་བུ་དེ་ཡང་སེམས་ལྡན། མ་ཡིན་པ་དང་བློའམ་ཤེས་པ་གཉིས་ཀྱི་ནང་ནས་ག་རེ་ཟེར་ན་སེམས་ལྡན་མ་ཡིན་པ་ཆགས་དེར་བ། དེ་ག་ན་ཞིག་ལས་ངན་ཟེར་དེ་སེམས་ལྡན་མ་ཡིན་པ་རེད་ཟླ་བ་ཟེར་དེ་སེམས་ལྡན་མ་ཡིན་པར་བ་དེ་ཡིན་པ་སོང་ཙང་དེ་ལྟ་བུའི་གི་བྱེད་བྲལ་ལས་ཚིག་བཅོམ་ཟེར་བ་དང་འདི་ཁྱེར་ཟེར་བ་དང་འདི་སྒྲིབ་ཟེར་བ་དང་འདི་དེད་ཟེར་བ་དང་འདི་སེལ་ཟེར་བ་དང་འདི་འཕང་ཟེར་བ། ཨ་དེ་སྐབས། སྐབས་དེའི་སྐབས་ཀྱི། འདི་དང་དེའི་སྐབས་ཀྱི་དེ་དང་དེའི་ཚེ་ཀྱི། ཨ་ནི་དེ་ལྟ་བུའི་གྱི་བྱེད་འབྲེལ་ལས་ཚིག་དུས་སུ་ཆ་ཚང་ཡང་ག་རེ་རེད་ཟེར་ན། སེམས་ལྡན་མ་ཡིན་པའི་བྱེད་པ་དང་འབྲེལ་བའི་ཨ་བྱེད་འབྲེལ་ལས་ཚིག་ཡིན། སེམས་ལྡན་མ་ཡིན་པ་གྱི་བྱེད་པ་སེར་བ། སེམས་ལྡན་མ་ཡིན་པའི་བྱེད་པ་ཆུ་ལོག། སེམས་ལྡན་མ་ཡིན་པའི་བྱེད་པ་བྱ་སྤུ། སེམས་ལྡན་མ་ཡིན་པའི་བྱེད་པ་སྤྲིན་པ། སེམས་ལྡན་མ་ཡིན་པའི་བྱེད་པ་ཟླ་བ། སེམས་ལྡན་མ་ཡིན་པའི་བྱེད་པ་ལས་ངན། འོ་དུ་བྱས་ནས་འོ་དེ་དང་ད་འབྲེལ་བའི་གི་བྱེད་འབྲེལ་ལས་ཚིག་ཆགས་འདུག་གི་འདུག་བ་འོ་དེ་འདྲའི་གི་རིགས་ཅིག་ཡོད་རེད། ད་དེ་ངས་ད་ལྟ་མཚན་གཞི་ཙམ་གྱིས་གང་ཤོར་ཤོར་བྲིས་རེད་མ་གཏོགས་དེ་ཙམ་གྱིས་ཚད་གི་མ་རོག་ད་དེ་དཔེར་བརྗོད་དཔེ་མང་པོ་བྲིས་ཡ་ཡོད་རེད་བ། ད་དེའི་རྗེས་སུ་བྱེད་པ་ཙམ་དང་འབྲེལ་བའི་ལས་ཚིག་གི་དབྱེ་བ། གཉིས་པ་དེ་གར་སེམས་ན་བློའམ་ཤེས་པ་ཡིན་པའི་བྱེད་པ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཅིག་ཡོད། ད་དེ་གར་བཞག་གོ་རེད་ཁོང་ཁྲོས་གི་གེ་ཆ་གེ་ཚ་འཇོམས་ཟེར་འདུག་གི་དེ་འཇོམས་ཟེར་བའི་གི་བྱ་ཚིག་དེ། ཆགས་པའི་གི་དུག་མངལ་འདྲེན་ཟེར་བའི་གི་སོ་དེ་འདྲེན་ཟེར་བའི་བྱ་ཚིག་དེ། ཤེས་རབ་ཀྱི་རྨོངས་པ་སེལ་ཟེར་བའི་གི་དེ་སེལ་ཟེར་བའི་བྱ་ཚིག་དེ། ལྟ་སྟེ་བཅོམ་འདྲན་སེལ་ཟེར་ཏེ་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གཉིས་ཀྱི་ནང་ནས་བྱེད་འབྲེལ་ལས་ཚིག་ཡིན་པ་ལ་རྩོད་པ་གོ་ར་མི་འདུག་བྱེད་པ་པོ་གཞན་དང་འབྲེལ་བ་དངོས་སུ་སྟོན་ཡོང་གི་འདུག་བ། དངོས་སུ་གནང་ཡོང་གི་འདུག་བྱེད་པ་པོ་གཞན་གྱི་རྩོལ་བ་དངོས་སུ་གནང་ཡོང་བར་དེ་ཡིན་པ་སོང་ཚ་བྱེད་འབྲེལ་ལས་ཚིག་ཆགས་དེར་བྱེད་འབྲེལ་ལས་ཚིག་དེ་ལ་ཡང་ད་ག་ད་སྐབས་སུ་བབ་པ། བྱེད་པ་པོ་གཙོ་བོ་དང་འབྲེལ་བ་དང་བྱེད་པ་ཙམ་དང་འབྲེལ་བ་གཉིས་ཀྱི་ནང་ནས་བྱེད་པ་པོ་ཙམ་དང་འབྲེལ་བ་རེད་གང་ཡིན་ཟེར་ན་འདི་ལ་བྱེད་པ་པོ་ཡོད་པ་མ་རེད་ད་བྱེད་པ་པོ་རྩ་བ་ཉིད་ནས་ཡོད་མ་རེད་བྱེད་པ་པོ་གཙོ་བོ་དངོས་སུ་ཡང་ཡོད་མ་རེད་ལ་ཤུགས་སུ་ཡང་ཡོད་མ་རེད་དངོས་ཤུགས་གང་དུ་ཡང་བྱེད་པ་པོ་གཙོ་བོ་དང་འབྲེལ་བ་ཡོད་མ་རེད་ཁོང་ཁྲོའི་གེ་རྩ་འཇོམས་ཟེར་དུས་བྱེད་པ་པོ་གཙོ་བོ་དང་འབྲེལ་བ་ཡོད་མ་རེད་ཕྱག་དཔེ་གྱི་དུག་ལྔ་འདྲེན་ཟེར་དུས་འདི་བྱེད་པ་པོ་གཙོ་བོ་དང་འབྲེལ་བ་ཡོད་མ་རེད་ཤེས་རབ་ཀྱི་རྨོངས་པ་སེལ་ཟེར་དུས་བྱེད་པ་པོ་གཙོ་བོ་དང་འབྲེལ་བ་ཡོད་དེ་དངོས་སུ་ཡང་དེང་གི་མ་རེད་ལ་ཤུགས་དང་ཡང་དེང་གི་མ་རེད་འོ་ན་ད་ག་རེ་དང་འབྲེལ་བ་རེད་འདུག་དེ་བྱེད་པ་པོ་གཙོ་བོ་དང་འབྲེལ་བ་མེད་པ་ཡིན་ན་ད་བྱེད་འབྲེལ་ལས་ཚིག་ནི་ཆགས་ཏེ་ཡོད་རེད་བྱེད་འབྲེལ་ལས་ཚིག་ཡིན་པ་སོང་ཙང་བྱེད་པ་པོ་དང་འབྲེལ་བྱེད་པ་པོའམ་བྱེད་པ་གང་རུང་དང་འབྲེལ་དགོས་རེད་བ། བྱེད་པ་པོའམ་བྱེད་པ་གང་རུང་འབྲེལ་ཡང་ན་བྱེད་པ་པོ་གཙོ་བོ་དང་བྱེད་པ་པོ་ཕལ་པ་གང་རུང་འབྲེལ་དགོས་ཏེ་ད་བྱེད་པ་པོ་གཙོ་བོ་དང་མ་འབྲེལ། ཚར་ནས་བཟུང་སྟེ་དེ་བྱེད་པ་པོ་ཕལ་པའམ་བྱེད་པ་ཙམ་དང་འབྲེལ་དགོས་ལ་དེ་དུས་བྱེད་པ་ཙམ་དང་འབྲེལ་བའི་གེགས་བྱེད་འབྲེལ་ལས་ཚིག་ཡིན། དེ་བྱེད་པ་ཙམ། བྱེད་པ་ཙམ་ག་རེ་ཟེར་ན་ཁོང་ཁྲོའི་དགེ་རྩ་འཇོམས་ཟེར་དུས་བྱེད་པ་ཙམ་དེ་ཁོང་ཁྲོ་བཤགས་འཇོམས་བྱེད་ཁོང་ཁྲོ་རུ་བ། ཆགས་པའི་གེགས་དུག་ལྔ་འདྲེན་ཟེར་དུས་དུག་ལྔ་འདྲེན་བྱེད་དེ་ཆགས་པ་ཡིན་དུས་དེ་བྱེད་པ་ཙམ་དེ་ཆགས་པ་བཤགས་ཤེས་རབ་ཀྱིས་རྨོངས་པ་སེལ་ཟེར་དུས་རྨོངས་པ་སེལ་བྱེད་དེ་ཤེས་རབ་ཡིན་དུས་ད་ནི་དེའི་ཤེས་རབ་དེ་ག་རེ་བྱེད་པ་ཙམ་འབྲེལ། ཙམ་ཟེར་དུས་བྱེད་པ་པོ་དང་རྩ་བ་གཉིས་ནི་འབྲེལ་བ་མེད་པའི་དོན་དག་རེད་ད། ད་དེ། བྱེད་པ་ཙམ་དང་འབྲེལ་བ་ཡིན་ན་ད་དེ་ཡང་སེམས་ལྡན་མ་ཡིན་པ་དང། ནི་བློའམ་ཤེས་པ་ཡིན་པ་གཉིས་ཀྱི་ནང་ནས་གར་སོང་ན་བློའམ་ཤེས་པ་ཡིན་པར་ད་དེ། སེམས་རང་རེད་བ་བློ་རང་རེད་བ་ཁོང་ཁྲོ་ཟེར་ཡ་དེ་བློའམ་ཤེས་པ་ཆགས་དེ་རེད་ཤེས་རབ་ཟེར་དེ་བློའམ་ཤེས་པ་རེད་ཆགས་པ་ཟེར་དེ་བློའམ་ཤེས་པ་རེད་བ་དེ་ཡིན་པ་སོང་ཙང་བློའམ་ཤེས་པ་ཡིན་པས་བྱེད་པ་ཁོང་ཁྲོ་བློའམ་ཤེས་པ་ཡིན་པས་བྱེད་པ་ཆགས་པ་བློའམ་ཤེས་པ་ཡིན་པས་བྱེད་པ་ཤེས་རབ་ཟེར་ནས་འོ་དེ་ཡིན་པ་སོང་ཙང་བློའམ་ཤེས་པ་ཡིན་པས་བྱེད་པ་ཁོང་ཁྲོ་དང་འབྲེལ་བའི་བྱེད་བྲལ་ལས་ཚིག། ཡིན། དེ་འཇོམས་ཞེས་པ་སྟེ། ནི་བློའམ། ཤེས་པ་ཡིན་པས། བྱེད་པ། ཤེས་རབ་དང་འབྲེལ་བའི། ནི་བྱེད་འབྲེལ་ལས་ཚིག་འདི་སེལ་ཟེར་བ་སྟེ། ནི་བློའམ་ཤེས་པ། ཡིན་པས་བྱེད་པ་ཆགས་པ་དང་འབྲེལ་བའི། བྱེད་འབྲེལ་ལས་ཚིག། འདི་འདྲེན་ཟེར་བ་སྟེ། འདི་འདྲེན་ཟེར་བ་སྟེ། འོ་དེ་འདྲ་བྱས་ནས་བློའམ་ཤེས་པ་ཡིན་པའི། ཁ་སོ། བློའམ་ཤེས་པ་ཡིན་པས་བྱེད་པ་དང་འབྲེལ་བའི། བྱེད་འབྲེལ་ལས་ཚིག་ཡིན། ད་དེ་ལྟ་བུ་གི་ཡང་བྱེད་འབྲེལ་ལས་ཚིག་མང་པོ་ཞུ་ཅིག། ཡང་ང་རང་ཚོ་གི་དཔེར་བརྗོད་བྲི་ཡ་ཡོད་ར་ད་ངས་ད་ལྟ་དེ་ནང་ལ་གསུམ་གཅིག་པོ་ཞིག་བྲི་འཆར་ད་དེའི་རིགས་བྲིས་ནས་ཡང་ཁྱེད་རྣམ་པ་མཁྱེན་པར་བྱེད་དགོས་ར་ད་ད་ད་དེ་དེ་དག་ཐམས་ཅད་ཡང་ད་ཁྱི་གོང་དུ་ཞུས་པ་ནང་བཞིན་བྱས་ནས་ཁོ་རང་བྱེ་བྲག་ཏུ་བཀར་ནས་འདི་བཅོམ་གཅིག་པོ་ཞིག་བཏོན་ནས། ཨ་འདི་ག་རེ་ཡིན་ལབ་ན་འདི་འབྲི་གི་ཡོད་མ་རེད་ད། འདི་བྱེ་བྲལ་ལས་ཚིག་ད་ཅི་བྱེ་བྲལ་ལས་ཚིག་ཡིན་ད་བྱེ་མའི་ལས་ཚིག་ཡིན་ལབ་ན་བྱེ་བྲལ་ལས་ཚིག་ཡིན་སུ་རྙོག་དྲ་མི་འདུག་ཨ་ཡིན་ན་བྱེ་བྲལ་ལས་ཚིག་གི་དབྱེ་བ་གཉིས་ཡོད་པའི་ནང་ནས་ག་རེ་ཡིན་ཨ་གཉིས་ན་དབྱེ་བ་དང་པོ་ལ་ཡང་ནང་གསེས་གཉིས་གཉིས་པ་ལ་ཡང་ནང་གསེས་གཉིས་ཡོད་པའི་ནང་ནས་ག་རེ་ཡིན་ལབ་ན་ཨ་ཅག་གསུམ་པོ་ཞིག་འདུག་བ་དེ་འདི་བྱེ་བྲག་ཅིག་ལ་དཀར་གོར་དང་འདི་བཅོམ་ཟེར་བ་འདི་སེར་བའི་ལོ་ཏོག་བཅོམ་ཟེར་བའི་སྐབས་སུ་ཡིན་ན་འདི་བཅོམ་འདི་ག་རེད་ཟེར་ན། ཨ་ནི་བྱེད་པ་ཙམ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཡིན། ཨ་ནི་དགྲ་བཅོམ་པའི་གི་ཉོན་མོངས་པ་བཅོམ་ཟེར་ན་ཡང་བྱེད་པ་པོ་གཙོ་བོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་དེའང་སེམས་སྡེ་མ་ཞིག་འདུག་གོ་བའི་བྱེད་པ་པོ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཡིན་ལ་གོར་བ་སེར་བའི་ལོ་ཏོག་བཅོམ་ཟེར་དུས་བྱེད་པ་ཙམ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་དེ་ལ་ཡང་སེམས་སྡེ་མ་ཡིན་པའི་གི་ཨ་བྱེད་པ་དང་འབྲེལ་བའི་གི་བྱེད་འབྲེལ་ལས་ཚིག་ཡིན། ཡང་འདིའི་སྐབས་སུ་ཁོང་ཁྲོའི་གེ་སར་འཇོམས་ཟེར་ན་ད་ཅིག་པར་བ་བཅོམ་དང་བཅོམ་གཉིས་ཁོང་ཁྲོའི་གེ་སར་བཅོམ་ཟེར་ན་ཡང་འདིའི་སྐབས་སུ་ག་རེ་ཟེར་ན་བློའམ་ཤེས་པ་ཡིན་པས་བྱེད་པ་དང་འབྲེལ་བའི་བྱེད་འབྲེལ་ལས་ཚིག་ཡིན། ད་དེའི་འདུས་ཚ་ནི་བྱེད་འབྲེལ་ལས་ཚིག་དེ་ལ་ནང་གསེས། ཁོ་རང། བྱེད་འབྲེལ་ལས་ཚིག་སྲིད་དོན་བྱེད་པ་པོ་གཞན་དང་དངོས་སུ་འབྲེལ་བའི་ལས་ཚིག་སྲིད་དོན་བྱེད་པ་པོ་དེ་བྱེད་པ་པོ་གཞན་དེ་དང་འབྲེལ་སྟངས་འབྲེལ་ལུགས་ཀྱི་བྱེད་པ་པོ་གཞན་དེ་ལ། དབྱེ་བ་དབྱེ་སྟངས་དབྱེ་ལུགས་ཀྱི་ཐོག་ནས་ནང་གསེས་ཀྱི་ཐོག་ནས་ནི་བྱེད་པ། བྱེད་འབྲེལ་ལས་ཚིག་དེ་ལ་དབྱེ་བ། རྩ་བའི་གི་དབྱེ་བ་གཉིས་དང། ནང་གསེས་ཀྱི་དབྱེ་བ། གཉིས་རེ་གཉིས་རེ་བྱས་ནས་བཞི་ཐམ་པ། ཨོ་དེ་འདྲ་ཡོད། ད་དེའི་རྗེས་ཀྱི་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གཉིས་ཀྱི་ནང་ནས་བྱེད་འབྲེལ་ལས་ཚིག་གི་དབྱེ་བ་དེ་ཞུས་གྲུབ་ནས་ད་ད་ལྟ་སྐབས་སུ་བབས་པ། བྱེད་མིན་ལས་ཚིག་གི་དབྱེ་བ་དེ་མ་ཞུ་ཡ་ཡིན། ད་བྱེད་མིན་ལས་ཚིག་གི་དབྱེ་བ་དེ་ལ་ཡང། ད་བྱེད་དང་དབྱེ་བ་བྱེད་དང་བྱེད་ལུགས་ལ་སོགས་པ། རྣམ་པ་སྣ་ཚོགས་པ་ད་ཡོང་ཆོག་གི་ཡོད། ཡིན་ན་ཡང་ད་ད་ལྟ་བྱ་ཚིག་གི་རྣམ་བཞག་ལག་ལེན་བཅུ་དུས་ཆེན་པོའི་ནང་ལ། ངས་དབྱེ་བ་རྣམ་པ་བཞི་མ་བྲིས་བཞག་ཡོད། དབྱེ་བ་རྣམ་པ་བཞི་པོ་དེ་གང་ཡིན་ཟེར་ན་བྱེད་པ་པོ་གཏན་ནས་མི་སྣང་བས་བྱེ་མའི་ལས་ཚིགས་དང་པོ་དེ། གཉིས་པ་དེ་གང་ཡིན་ཟེར་ན་བྱེད་པ་པོ་གཞན་མི་སྣང་བས་བྱེ་མའི་ལས་ཚིགས་གསུམ་པ་དེ་བྱེད་པ་པོ་གཞན་དངོས་སུ་མི་སྣང་བས་བྱེ་མའི་ལས་ཚིགས་བཞི་པ་དེ་བྱེད་པ་པོའི་རྩོལ་བ་མི་སྣང་བས་བྱེ་མའི་ལས་ཚིགས་ཟེར། ད་བྱེ་མའི་ལས་ཚིགས་དེ་ལ་ནང་གསེང་གི་དབྱེ་བ་རིགས་མི་འདྲ་བ་བཞི་སྡེ་ཚན་མི་འདྲ་བ་བཞི། འོ་དེ་འདྲའི་དབྱེ་བ་བཞི་ཡོད། ད་དེ། དབྱེ་བ་བཞི་ཕྱེ་དགོས་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན། བྱེ་མའི་ལས་ཚིག་དེ་ལ་ཡང་ནང་གསེས། ཁོ་རང། མ་འདྲ་བ་མ་འདྲ་བ་དེ་འདྲ་ཡོད་རེད་ད་བྱེ་མའི་ལས་ཚིག་ཆ་ཚང་ཡང། བྱེ་མའི་ལས་ཚིག་ཆ་ཚང་གཅིག་པ་འདྲ་བོ་ཚང་མ་ཡང་གཅིག་པ་གཅིག་རྐྱང་འདྲ་བོ་རིགས་གཅིག་པ་གཅིག་རྐྱང་འདྲ་བོ་དེ་འདྲ་ཡོད་མ་རེད་བྱེ་མའི་ལས་ཚིག་ཡིན་པ་གཅིག་པ་ཡིན་ན་ཡང་ནང་གསེས་ཅུང་ཟད་ཅུང་ཟད་མ་འདྲ་བ་དེ་འདྲ་ཡོད་རེད་ཟེར་ནས་དེ་ཡག་པོ་ཅིག་གོ་བ་ཕོག་ཡ་གི་ཆེད་དུ། བྱེད་སྒྲའི་ལས་ཚིག་ལས་མ་ནོར་བ་བྱས་ནས་བྱེ་སྨྲའི་ལས་ཚིག་དེ་གསལ་པོ་བྱས་ནས་ངོས་འཛིན་ཐུབ་ཡས་ཀྱི་ཆེད་དུ་བྱེ་སྨྲའི་ལས་ཚིག་གི་དབྱེ་བ་བཞི་དམ་པ་དེ་རྩལ་འདོན་བྱས་ནས་མ་ཞུ་བྱས་ཡོད་བྱེ་བྲག་ཏུ་བཀར་ནས། ད་ད་ལྟ་སྐབས་སུ་བབ་པ་ཞུ་ཡས་ཀྱི་བྱེ་སྨྲའི་ལས་ཚིག་གི་དབྱེ་བ་དང་པོ་དེ་བྱེད་པ་པོ་གཏན་ནས་མི་སྣང་བའི་བྱེ་སྨྲའི་ལས་ཚིག་ད་དེ་ལ་མི་སྣང་བ་ཟེར་ནས་སྣང་བ་དང་མི་སྣང་བ་ཟེར་ནས་ཁ་སང་གོང་དུ་འདི་གནད་འགག་རེད་ཞུས་ཡོད་བ་དངོས་སུ་ཞེས་པའི་དོན་དག་འདི་དངོས་སུ་སྣང་མི་སྣང་ལ་བཞག་གོ་དངོས་སྣང་བ་དང་མི་སྣང་བ་ཁ་སང་སི་ཏུ་པཎ་ཆེན་གྱིས་ཡིན་ན་ཡང་སྣང་བའང་གསལ་ཏེ་གྲགས་ཏེ་སྦྱར་ཡོད་རེད་བ། དམ་པ་གོང་མ་རྣམས་ཀྱི་ཚང་མའི་སྣང་བ་དེ། དེ་ཡིན་དུས་བྱེད་པ་པོ་གཏན་ནས་མི་སྣང་བའི་བྱེད་མེད་ལས་ཚིག་དང་བྱེད་མེད་ལས་ཚིག་ཟེར་དུས་བྱེད་པ། བྱེད་མེད་ཟེར་དུས་བྱེད་པ་པོ་མེད་པའི་དོན་དང་ར་བ་བྱེད་པ་པོ་མི་སྣང་བའི་དོན་དང་ར་བ། བྱེད་པ་པོ་མི་སྣང་བའང་ཟེར་དུས་ད་དང་པོ་དེ་ལ། བྱེད་པ་པོ་གཏན་ནས་ཁོ་རང་མི་སྣང་བ། བྱེད་དེ་བྱེད་མེད་ལས་ཚིག་དེ་གར་བཞག་གོ་ཟེར་ན། ཉི་མ་ཤར་ཟེར་བའི་ཤར་དེ། ཉི་མ་ནུབ་ཟེར་བའི་ནུབ་དེ། སྤྲིན་པ་འཁྲིགས་ཞེས་པའི་སྐབས་ཀྱི་འཁྲིགས་དེ། ཆར་པ་བབས་ཞེས་པའི་སྐབས་ཀྱི་བབས་དེ། ཆུ་བོ་རྒྱས་ཞེས་པའི་སྐབས་ཀྱི་རྒྱས་དེ། ཐ་དི་ཚོད་ཀྱི་དབང་དུ་བཏང་ན། དཔེར་ན་ཉི་མ་ཤར་ཟེར་བའི་གི་སྐབས་སུ་འདིའི་བྱ་ཚིག་དེ་བྱེད་སྒྲའི་ལས་ཚིག་དང་བྱེད་མའི་ལས་ཚིག་གཉིས་ཀྱི་ནང་ནས་བྱེད་མའི་ལས་ཚིག་ཆགས་ཏེ་གི་འདུག་བ་བྱེད་མའི་ལས་ཚིག་ཡིན་པ་ལ་རྙོག་དྲ་ཡོད་མ་རེད། ད་བྱེད་མའི་ལས་ཚིག་ཡིན་པ་ཡིན་ན་བྱེད་མའི་ལས་ཚིག་གི་དབྱེ་བ་ད་རྣམ་པ་བཞི་གི་དབང་དུ་བཏང་ན་ག་རེ་ཆགས་ཏེ་ཡོད་རེད་ཟེར་ན་བྱེད་པ་པོ་གཏན་ནས་མི་སྣང་བའི་བྱེད་མའི་ལས་ཚིག་ཆགས་ཏེ་ཡོད་རེད་ད་ཉི་མ་ཤར་ཟེར་བའི་གི་འདིའི་བྱ་ཚིག་དེ་གི། བྱེད་པ་པོ་གཅིག། ཡོད་དམ་མེད་རྗེས་དཔོག་པོ་སྣང་དང་མི་སྣང་ཟེར་དུས་རྗེས་དཔོག་པོ་རྩ་བ་ཉིད་ནས་སྣང་གི་མ་རེད་རྗེས་དཔོག་པོ་མི་སྣང་བ་ཡིན་པར་མ་ཟད་གཏན་ནས་མི་སྣང་བ་ཡིན། རྗེས་དཔོག་པོ་རྩ་བ་ཉིད་ནས་སྣང་གི་མེད་ཟེར་དེ་ལ་རྗེས་དཔོག་པོ་རྩ་བ་ཉིད་ནས། དངོས་སུ་ཡང་མི་སྣང་ལ་ཤུགས་ལ་ཡང་མི་སྣང་མདོར་ན་འདི་ལ་རྗེས་དཔོག་པོ་རྩ་བ་ཉིད་ནས་སྣང་གི་མ་རེད་ཟེར། དེ་ག་ནང་བཞིན་ཉི་མ་ནུབ་ཞེས་པའི་གི་ནུབ་ཅེས་པའི་བྱ་ཚིག་དེ་རྗེས་མའི་ལས་ཚིག་ཡིན་པ་ལ་རྩོད་པ་ཡོད་མ་རེད། རྗེས་མའི་ལས་ཚིག་ཡིན་ན། རྗེས་དཔོག་པོ་གཏན་ནས་མི་སྣང་བའི་གི་རྗེས་མའི་ལས་ཚིག་ཡིན་ད་རྗེས་དཔོག་པོ་རྩ་བ་ཉིད་ནས་ཉི་མ་ཤར་ཉི་མ་ནུབ་ཟེར་དུས། ཁོ་བྱེད་པོ་པོ་རྩ་བ་ཉིད་ནས་གནང་གི་མི་འདུག་བ། དེ་ག་ནང་ཞིག་སྤྲིན་པ་འཁྲིགས་ཞེས་པའི་སྐབས་ཀྱི་འདི་བྱེད་མའི་ལས་ཚིག་འདི་ལ་ཡང་བྱེད་པོ་པོ་གཏན་ནས་གནང་གི་མ་རེད། དེ་ག་ནང་ཞིག་ཆར་པ་བབས་ཟེར་དབྱར་ཁ་ཆར་པ་ཆར་དུས་སུ་ཆར་པ་བབས་ཟེར་དུས་ཀྱི་བྱེད་པོ་པོ་གཏན་ནས་གནང་གི་མི་འདུག་བ། ཆུ་བོ་རྒྱལ་ཞེས་པའི་སྐབས་སུ་ཡང་འདི་བྱེད་མའི་ལས་ཚིག་རྒྱལ་འདི་ལ་ཡང་བྱེད་པོ་པོ་གཏན་ནས་གནང་གི་མ་རེད། འདི་ཡིན་པ་སོང་ཙང་འདིའི་རིགས་སུ་གྱུར་པའི་ཡང་དེ་འདྲའི་བྱེད་མའི་ལས་ཚིག་ཅིག་ཡོད་ར་དྭགས། ད་འདི་འདྲ་བུ་ཡིན་པ་ཡིན་ན་བྱེད་མའི་ལས་ཚིག་ཡིན་པ་ལ་རྩོད་པ་རྩ་བ་ཉིད་ནས་ཡོང་མར་རྙོག་དྲ་རྩ་བ་ཉིད་ནས་ཡོང་མར་ག་ཡིན་ཟེར་ཀོ་ལ་བྱེད་པོ་པོ་རྩ་བ་ཉིད་ནས་གནང་ཡས་མེད་རེད་བ། གཏན་ནས་ནང་ཡ་མེད་པར་སོང་ཙང་ད་དེ་འདྲའི་དགྲ་བོ་ཅིག་སླེབས་ཡོང་དུས་ད་དེ་དེ་ཉི་མ་ཤར་ཉི་མ་ནུབ་སྤྲིན་པ་འཁྲིགས་ཆར་བབས་དེ་འདྲས་སླེབས་ཡོང་དུས་ད་དེ་ཚོ་དགྲ་བོ་ཡིན་ན་བྱེད་པ་བྱེད་མི་ལས་རྩིས་ཡིན་པ་ལ་རྙོག་དྲ་ཡོད་མ་རེད་རྩོད་པ་ཡོད་མ་རེད་ལས་སླ་བོ་ཅིག་ནས་ངོས་འཛིན་བྱེད་ཐུབ་ཀྱི་རེད་ད་དེའི་རིགས་སུ་གྱུར་པ་ད་ད་ལྟ་དེ་ན་དཔེར་བརྗོད་བཞི་ལྔ་དམ་པ་བྲིས་ཡོད་རོགས་དེ་གང་ཤོང་ཤོང་བྲིས་རེད་མ་གཏོགས་དེ་མ་ཡིན་པ་ད་དུང་ཡང་རིགས་སྤྲད་ནས་དཔེར་བརྗོད་མང་པོ་ཡོང་ཆོག་གི་རེད་དེ་དུས་ད་བྱེད་མི་ལས་རྩིས་ཀྱི་དབྱེ་བ་དང་པོ་དེ་དེ་འདྲས་ཀྱི་རིགས་སུ་གྱུར་པའི་བྱེད་མི་ལས་རྩིས་ཅིག་ཡོད་རེད་ཟེར་ནས་ད་གཉིས་པ་དེ་གར་སོང་ན་བྱེད་པ་པོ་གཞན་མི་སྣང་བའི་བྱེ་སྨྲའི་ལས་ཚིག་ད་ཡང་བྱེད་པ་པོ་ག་སོགས་བྱེ་སྨྲའི་ལས་ཚིག་འདི་ལ་དབྱེ་བ་གཉིས་པ་འདི་ལ་རིགས་གཉིས་པ་འདི་ག་འབྲེལ་གྱི་ཡོད་རེད་ཟེར་ན་བྱེད་པ་པོ་གཞན་མི་སྣང་བ་དཔེར་ན། བཀྲ་ཤིས་ལྷ་སར་འགྲོ་ཞེས་པའི་སྐབས་ཀྱི་བྱེ་སྨྲའི་ལས་ཚིག་འགྲོ། བླ་མ་དན་ལ་ཞུགས་ཞེས་པའི་སྐབས་ཀྱི་བྱེ་སྨྲའི་ལས་ཚིག་ཞུགས་དེ་ག་ནང་བཞིན་ལྟ་དེས་ན་མང་པོ་ཤོང་གི་མི་འདུག་ཨ་དེ་ནི་ངས་མདོར་བསྡུས་མདོར་བསྡུས་བྲིས་ཤག་ད་བཀྲ་ཤིས། ཉལ། ལངས། མཆོང། རྒྱུགས་ཞེས་པ་ད་འདི་ཚོ་ཆ་ཚང་ཡང་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གཉིས་ཀྱི་ནང་ནས་བྱེད་མིན་ལས་ཚིག་ཡིན། ད་བྱེད་མིན་ལས་ཚིག་ཡིན་ན་གོང་གི་བྱེད་མིན་ལས་ཚིག་འདི་དང་གོང་གི་འདིའི་བྱེད་མིན་ལས་ཚིག་དེ་དག་དང། འོག་གི་བྱེད་མིན་ལས་ཚིག་དེ་དག་གཉིས་ལ་ཁྱད་པར་དབྱེ་ཡོད་ཟེར་ན་ཁྱད་པར་རྣམ་གསལ་གྱི་ཁྱད་པར་ཡོད་རུང་ཁྱད་པར་རྦད་དུ་གོ་རག་འདུག་ཨང། གོང་གི་བྱེད་མིན་ལས་ཚིག་འདི་ཚོ་ཡིན་ན་བྱེད་པ་པོ་གཏན་ནས་གོ་རག་གནང་གི་མ་རེད། ཡིན་ན་ཡང། འོག་གི་བཀྲ་ཤིས་ལྷ་སར་འགྲོ་བླ་མ་དེང་ལ་བཞུགས་ཉལ་ལངས་མཆོང་རྒྱུགས་ལ་སོགས་པའི་གི་བྱེད་མིན་ལས་ཚིག་དེ་ལ་བྱེད་པ་པོ་གཏན་ནས་མི་སྣང་བ་རེད་བས་ཟེར་ན་མ་ཡིན། རྗེ་བོ་པོ་གཏན་ནས་མི་གནང་བ་མ་ཡིན། རྗེ་བོ་པོ་གནང་གི་རེད་རྗེ་བོ་པོ་ག་རེ་བཀྲ་ཤིས་གནང་གི་འདུག་ཨ། བཞུགས་པ་པོ་བཀྲ་བླ་མ་གནང་གི་འདུག་ཨ་ཉལ་བ་པོ་གནང་གི་རེད་ལང་བ་པོ་གནང་གི་རེད་ཆུང་བ་པོ་ཡོད་རེད་རྒྱུག་པ་པོ་ཡོད་རེད་དེ་དུས་རྗེ་བོ་པོ་གཅིག་གནང་གི་རེད་རྗེ་བོ་པོ་གཏན་ནས་མི་གནང་བ་མ་རེད་ད། རྗེ་བོ་པོ་གནང་གི་རེད་དེ་ཡིན་ན་ཡང། ག་རེ་མི་གནང་བ་རེད་ཟེར་ན་རྗེ་བོ་པོ་གཞན་མི་གནང་བ་ཡིན། ཏེ་ཁ་སང་གོང་དུ་འགྲེལ་བཤད་ཞུས་ཚར་རེད་བ་ད་དེ་ད་ལྟ་ཁ་སང་གོང་གི་འགྲེལ་བཤད་ཞུས་ཟིན་པ་དེ་ད་ཡང་དབྱེ་བ་གི་ཐོག་ནས་སྡེ་ཚན་གཅིག་ཡོང་དུས་ཨ་ཁ་སང་གོང་གི་གོ་བ་དེ་ལ་ཡང་གསར་དུ་སྒྲུབ་ཀྱི་ཡོད་རེད་ད། དེ་འདྲའི་བྱེད་པ་པོ་གཞན་མི་སྣང་བ་ཡིན། བྱེད་པ་པོ་གཏན་ནས་མི་སྣང་བ་མ་ཡིན་པ་ཅན། བྱེད་པ་པོ། གར་སོང་རེད། བྱེད་པ་པོ་མི་སྣང་བ་ཨེ་ཡིན་ཟེར་ན་མ་ཡིན་བྱེད་པ་པོ་སྣང་བ་ཡིན། ཡིན་ན་ཡང་བྱེད་པ་པོ་གཞན་མི་སྣང་བ་ཡིན། ད་བཀྲ་ཤིས་ལྷ་སར་འགྲོ་ཟེར་དུས་སྐབས་སུ་ལ། འགྲོ་བ་པོ་དེ་བཀྲ། འགྲོ་བར་བྱ་བ་བཀྲ་ཤིས་ལས་གཞན་དུ་གྱུར་པས་འགྲོ་བ་པོ་ཅིག་ཡོད་མ་རེད་བ། དེ་དུས་བྱེད་པ་པོ་གཞན་མི་སྣང་བ་རེད།

ལྟ་འདི་ལྟ་བུ་འདི་སྨྲ་ཞིག་དོན་གོ་བ་དང་འབྲེལ་ན་འགྲིག་གི་རེད་སྨྲ་ཞིག་དོན་མི་གོ་དུད་འགྲོ་ལ་སོགས་པ་དང་འབྲེལ་ན་འགྲིག་མདོར་ན་སུ་དང་འབྲེལ་ན་འགྲིག་གི་རེད་བ་ཨ་དེའི་རིགས་སུ་གྱུར་པའི་ཡང་བྱེད་མེད་ལས་ཚིག་ཅིག་ཡོད་རེད་དཱ་ཟེར་ནས་ངེས་པར་དུ་ཁེངས་དགོས་རེད་དཱ། རིགས་གཉིས་པ་དེ། ད་རིགས་གསུམ་པ་དེ་ག་རེ་ཟེར་ན། བྱེད་པ་པོ་གཞན་དངོས་སུ་མི་སྣང་བའི་བྱེད་མེད་ལས་ཚིག། ད་འདི་ཡང་མཚན་གཞི་ག་རེ། ད་ཁ་སང་གོང་དུ་ཡང་ནས་ཡང་དུ་ཞུ་ཡ་དེ་རེད་བ། རྫ་མཁན་གྱི་འཁོར་ལོ་འཁོར་ཟེར་བའི་སྐབས་ཀྱི་འདི་འཁོར་ཞེས་པའི་བྱེད་མེད་ལས་ཚིག། ལྕགས་གསེར་དུ་བསྒྱུར་ཞེས་པའི་སྐབས་ཀྱི་ཨ་ནི་བསྒྱུར་ཞེས་པའི་བྱེད་མེད་ལས་ཚིག། ཆུ་སྐྱིལ་ནས་འཁྱིལ་ཞེས་པའི་སྐབས་ཀྱི་བྱེ་མའི་ལས་ཚིག་འཁྱིལ་ཏེ། ལྷ་སྒྲུབ་ནས་སྒྲུབ་ཞེས་པའི་སྐབས་སུ་བྱེ་མའི་ལས་ཚིག་སྒྲུབ། བཀག་ནས་ཁེགས་ལུགས་སྲོལ་ངན་པ་བཀག་ནས་ཁེགས་ཞེས་པའི་སྐབས་ཀྱི་བྱེ་མའི་ལས་ཚིག་ཁེགས། ད་འདི་ལ་གང་ཤོང་ཤོང་བྲིས་རེད་མ་གཏོགས་དེའི་ཚིག་གི་མ་རོགས་ད་མང་པོ་ཞུ་ཅོ་རེད་བ་འོ་འདུག་ཕྱིན། ད་འདིའི་སྐབས་སུ། ད་འདི་ལྟ་བུའི་ཀྱི་བྱེ་མའི་ལས་ཚིག་འཁོར་དང་བསྒྱུར་དང་འཁྱིལ་དང་ཁེགས་དང་སྒྲུབ་ཚེ་ད་ལྟ་འདིའི་སྐབས་སུ་བབས་པ་དེ་ལ་བྲིས་བཞག་རྒྱུ་འདི་གར་ཆགས་བསྡད་ཡོད་རེད་ཟེར་ན། བྱེད་པ་པོ་གཏན་ནས་མི་སྣང་བ་རེད་བས་ཟེར་ན་བྱེད་པ་པོ་གཏན་ནས་མི་སྣང་བ་མ་རེད་བྱེད་པ་པོ་སྣང་གི་རེད། རྒྱལ་བ་བྱེད་པ་པོ་གནང་ཡོང་ར། ཡིན་ན་ཡང་ད་བྱེད་པ། འདི། བྱེད་པ་པོ་གཞན། བྱེད་པ་པོ་གཞན་མི་གནང་བ་ཡང་རེད་བས་ན་བྱེད་པ་པོ་གཞན་མི་གནང་བ་ཡང་མ་རེད་འདི་འཛི་དབྱེ་བ་དང་པོ་དེ་ཡང་མ་ཡིན་ལ་དབྱེ་བ་གཉིས་པ་དེ་ཡང་མ་ཡིན། འདི། འདི། འདིའི་རིགས་སུ་གྱུར་པ་དེ་ཛག་གན་གི་འཁོར་ལོ་འཁོར་ཟེར། ཛག་གན་གི་འཁོར་ལོ་འཁོར་རོ་ཟེར་དུས་ག་སོ་འདི་འཁོར་དེ་བྱེ་མའི་ལས་ཚིག་རེད་བ། བྱེ་མའི་ལས་ཚིག་ལ་དབྱེ་བ་བཞི་ཡོད་པས་ན་ནི་དང་པོ་བྱེད་པ་པོ་གཏན་ནས་མི་གནང་བ་རེད་བས་ན་བྱེད་པ་པོ་གཏན་ནས་མི་གནང་བ་མ་རེད་ཁོ་ཛག་གན་གི་འཁོར་ལོ་བསྐོར་ནས་འཁོར་དེ་ཡོད་ར་འདི་འཛི་བྱེད་པ་པོ་གཏན་ནས་མི་གནང་བ་མ་རེད་བྱེད་པ་པོ་ཛག་གན་གནང་གི་རེད། རྗེ་བོ་པོ་རྫ་མཁན་ཡོད་རེད་བ་ཡ། འདི་དེའི་ཆ་མ་ཟོ། རྗེ་བོ་པོ་གཞན་མི་སྣང་བ་རེད་བས་ཟེར་ན་རྗེ་བོ་པོ་གཞན་སྣང་བ་རེད། འཁོར་ལོ་ལས་གཞན་དུ་གྱུར་པའི་རྫ་མཁན་དེ་རྗེ་བོ་པོ་གཞན་རེད་བ་རྗེ་བོ་པོ་གཞན་སྣང་བ་རེད། ཡིན་ན་ཡང་ད་ཁོ་ག་རེ་མ་རེད་ཟེར་ན་རྗེ་བོ་པོ་གཞན་དངོས་སུ་མི་སྣང་བ་ཡིན་གལ་སོང་བ། འདི་དང་པོ་དང་གཉིས་པ་ནི་མ་ཡིན་གསུམ་པ་དེ་ཡིན་དབྱེ་བ་གསུམ་པ་དེ་རྗེ་བོ་པོ་གཞན་སྣང་གི་རེད་དེ་ཡིན་ན་ཡང་རྗེ་བོ་པོ་གཞན་དེ་དངོས་སུ་མི་སྣང་བ་ཡིན་ད་དེ་དངོས་སུ་དེ་སྦྱར་དགོས་རེད་བ།

ཁ་སང་འགྲེལ་བཤད་ཞུས་ཚར་བ་དེ་ག་ན་ཡོད་ཆུ་དཀྱིལ་ནས་འཁྱིལ་ཟེར་དུས་དེ་འཁྱིལ་ཞེས་ཡོང་དུས་ཨ་ནི་དངོས་གནས་བྱས་ན་ཨ་འཁྱིལ་བར་བྱེད་པ་པོ་གཞན་ཅིག་ཡོད་རེད་བ་འཁྱིལ་བར་བྱེད་པ་པོ་གཞན་ཅིག་ཡོད་རེད་ཡིན་ན་ཡང་འཁྱིལ་བར་བྱེད་པ་པོ་གཞན་པ་དེ་དངོས་སུ་བློ་ངོ་ལ་སྣང་གི་རེད་བས་ཟེར་ན་སྣང་གི་མ་རེད་ཆུ་དཀྱིལ་ནས་འཁྱིལ་ཟེར་དུས་འཁྱིལ་ཟེར་དུས་ཆུ་ཁོ་རང་འཁྱིལ་ལེ་ཡོད་བསྡད་པ་ཅིག་མ་གཏོགས་ཨ་ནི་འཁྱིལ་བར་བྱེད་པའི་བྱེད་པ་པོ་དེ་བློ་ངོ་ལ་དངོས་སུ་སྣང་གི་མི་འདུག་བ་དེ་ག་ན་ཞིག་བཀག་ནས་ཁེགས་ཟེར་བའི་ཁེགས་ཟེར་དུས་ག་སུ་ལ་ཡིན་ན་ཡང་ལུགས་སྲོལ་ངན་པ་དེ་ཕག་ཁེགས་སོང་བས་ཀྱི་ལྡོག་ཆ་དེ་གཅིག་པོ་སྣང་གི་རེད་མ་གཏོགས་འདི་ཁེགས་པར་བྱེད་པ་པོ། བྱེད་པ་པོ་གཞན་པ་དེ་བློ་ངོ་ལ་དངོས་སུ་སྣང་གི་མི་འདུག་བ། དེ་ཡིན་པ་སོང་ཙང་གར་ཆག་སོང་འདི་ཁེགས་ཟེར་བ་དེ་བྱེད་པ་པོ་གཞན་དངོས་སུ་མི་སྣང་བས་བྱེད་མེད་ལས་ཟིན། དེ་ག་ན་བྱེད་ལྷག་གྲུབ་ནས་གྲུབ་ཟེར་བ་དེ་ཡང་གཅིག་པ་བྱེད། འོག་ཏུ་བྱེད་ནས་ད་དེའི་རིགས་སུ་གྱུར་པ་ཡང་བྱེད་མེད་ལས་ཚིག་ཅིག་ཡོད། དེའི་རིགས་སུ་གྱུར་པའི་བྱེད་མེད་ལས་ཚིག་དེ་ལ་ག་རེ་ལབ་དགོས་ཟེར་ན་བྱེད་པ་པོ་གཞན་དངོས་སུ་མི་སྣང་བས་བྱེད་མེད་ལས་ཚིག། རིགས་གསུམ་འགྲོ་སོང་རྟ་བཞི་པ་དེ། བྱེད་པ་པོ་ཡི་གཙོ་བ་མི་སྣང་བའི་བྱེད་མིན་ལས་ཚིག་རྟ་འདི་ཡང་ངེས་པར་དུ་གུ་གུལ་དང་དེའི་རྐང་བཙུགས་ནས་སྦྱར་ཞིང། རྟ། འདི་བཞི་པ་དེ་ངོ་མ་བྱེད་ན་གསུམ་པའི་གི་ནང་ལ་ཡང་རྟ་བཤད་ན་འགྲིག་གསུངས་པའི་དབྱེ་བ་རེད་དེ་ཡིན་ན་ཡང་གསུམ་པའི་ནང་ལ་ཡང་རྟ། བྱེད་མིན་ལས་ཚིག་གི་ནང་ལ་ཡང་བྱེད་མིན་ལས་ཚིག་ཅུང་ཟད་མ་འདྲ་བ་ཅིག་ཡིན་པ་སོང་ཙང་དེ་བཞི་པ་ཟེར་ནས་བྱེ་བྲག་ཏུ་བཤད་བྱ། དཔེར་ན་བཀྲ་ཤིས་ཀྱི་གཟུགས་མཐོང་གྲ་ཐོས་དྲིའི་ཚོར། དེའང་ན་བཞིན་བཀྲ་ཤིས་ཀྱི་བོད་ཡིག་ཤེས་དབྱིན་ཡིག་ཤེས་ལ་སོགས་པ། རྟ་དེའི་རིགས་སུ་གྱུར་པའི་གི་རྟ་དཔེར་ན་བཀྲ་ཤིས་ཀྱི་གཟུགས་མཐོང་ཞེས་པའི་སྐབས་ཀྱི། མཐོང་ཞེས་པ་དེ་དང་དྲ་ཐོས་ཞེས་པའི་ཐོས། དྲི་ཚོར་ཞེས་པའི་ཚོར། བུའི་ཤེས་ཞེས་པའི་གི་ཤེསའོ། དེ་ལྟ་བུ་དེ་ཆ་ཚང་ཡང་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གཉིས་ཀྱི་ནང་ནས་གར་ཟིན་ན་བྱེད་མིན་ལས་ཚིག་ཡིན་ལ་བར། བྱ་བྱེད་ཐ་དད་པ་དང་ཐ་མི་དད་པ་གཉིས་ཀྱི་ནང་ནས་བྱ་བྱེད་ཐ་མི་དད་པའི་ལས་ཚིག་ཡིན་ལ་བར་དག་དེ་བྱེད་འབྲེལ། བྱེད་མིན་ལས་ཚིག་རེད། བྱེད་པ་པོ། བྱེད་པོ་པོ་གཞན་དང་དངོས་སུ་འབྲེལ་བའི་གི་བྱ་བ་སྟོན་བྱེད་ཀྱི་སྒྲ་རེད་མི་འདུག་བ། འདིས་བྱེད་པ་པོ་གཞན་དང་དངོས་སུ་མ་འབྲེལ་བའི་བྱ་བ་སྟོན་བྱེད་ཀྱི་སྒྲ། བྱེད་པ་པོ་གཞན་ལ་མ། དངོས་སུ་མ་བརྟེན་པར། འབྱུང་བའི་བྱ་བ་སྟོན་བྱེད་ཀྱི་སྒྲ་ཆགས་སྡེ་དགེ་དུ་བ། འདིས་བ་སོང་ས་འདི་ཚོ་ཆ་ཚང་ཡིན་བྱེད་མེད་ལས་ཚིག་ཡིན་ལགས་པར་གདའ། ད་བྱེད་མེད་ལས་ཚིག་ཡིན་ན། འོ་ན་བྱེད་མེད་ལས་ཚིག་གི་དབྱེ་བ་བཞི་གི་ནང་ནས་ག་རེ་ཡིན་ཟེར་ན། བྱེད་པ་པོ་གཏན་ནས་མི་སྣང་བ་ཡི་བྱེད་མེད་ལས་ཚིག། བྱེད་པ་པོ་གཞན་མི་སྣང་བའི་བྱེད་མེད་ལས་ཚིག་ཡིན་ཟེར་ན་མ་ཡིན། བྱེད་པ་པོ་གཏན་ནས་མི་སྣང་བ་དང་རེ་མི་འདོ་བ། བྱེད་པ་པོ། བཀྲ་ཤིས་ཡོར་མཐོང་བ་པོ་བཀྲ་ཤིས་སྒྲ་ཐོས་པ་པོ། དྲི་ཚོར་བ་པོ། བུའི་ཤེས་པ་པོ། དེ་འདྲ་ཞིག་འཇལ་རེ་ཡོད་རེད་བ། དེ་ཡིན་པ་སོང་ཙང་དེ་མ་ཡིན་པ་བྱས། ད་དེ་ག་རེ་ཡིན་ཟེར་ན་བྱེད་པོ་པོའི་རྩོལ་བ་མི་གནང་བ། གཟུགས་མཐོང་སྲིད་དུས་སྐབས་སུ་ལ་བྱེད་པོ་པོ་གི་རྩོལ་བ་དེ་གནང་གི་མ་རེད་ཟེར། བྱེད་པོ་པོའི་རྩོལ་བ་དེ། ཁྱེད་སོང་གཟུགས་མཐོང་སྲིད་དུས་གཟུགས་ཁོ་རང་རང་གི་མིག་ལམ་དུ་ཚུར་ཤར་ཡོང་བ་ཅིག་ལ་ཨ་ནི་ག་ལ་གོ་རེ་གཟུགས་མཐོང་སྲིད་མཐོང་སྲིད་དུས་སྐབས་སུ་གཟུགས་གཟུགས་ཀྱིས་རང་གི་མིག་ལམ་དུ་སྐྲ་ལ་མེ་ཤར་བ་དེ་ཙམ་གྱིས་གནང་གི་རེད་མ་གཏོགས། ཨ་ནི་བྱེད་པོ་པོ་གང་ཡང་རུང་བ་ཅིག་རྩོལ་བ་བྱས་ནས་ཕ་ལྟ་བ་དེ་ལྟ་བའི་རྩོལ་བ་དེ་ནང་གི་མི་འདུ་བ་དེ་ག་ནང་བཞིན་གྲགས་ཐོས་སུ་དུས་གྲགས་གང་ཡང་རུང་བ་ཅིག་རང་གི་རྣ་ལམ་དུ་ཚུར་འཛུལ་ཡོང་བ་ཅིག་རང་གི་རྣ་ལམ་དུ་ཚུར་གོ་ཡོང་བ་ཅིག་ནི། དེ་འདྲའི་ཙམ་གྱི་སྣང་གི་རེད་མ་གཏོགས། བྱེད་པ་པོ་གང་ཡང་རུང་བ་ཞིག་གིས་རྩོལ་བ་བྱས་ནས་བྱེད་པ་པོ་གཞན་གང་ཡང་རུང་བ་ཅིག་རྩོལ་བ་བྱས་ནས་ཕར་རྩོལ་བ་བྱས་ནས་ཕར་ཉན་པའི་རྩོལ་བ་དེ་ནང་གི་རེད་ཟེར་ན་སྣང་གི་མ་རེད་དེ་ག་ནང་བཞིན་དྲི་ཚོར་ལ་སྣང་གི་རེད་བོད་ཡིག་ཤེས་ལ་ཡང་སྣང་གི་རེད་བོད་ཡིག་ཤེས་སུ་དུས་བོད་ཡིག་དེ་ཉིད་རང་གི་བློ་ལ་བཀྲ་ལྷ་མེད་ཡོད་པ་ཅིག་ཁོང་དུ་ཆུད་པ་ཅིག་བློ་ངོ་ལ་ཤར་ཡོང་གི་རེད་མ་གཏོགས། བོད་ཡིག་འདི་ཤེས་པའི་ཆེད་དུ་གང་ཟག་གང་ཡང་རུང་བ་ཞིག་གིས་རྩོལ་བ་བྱས་ནས་སྦྱངས་པ་ལ་སོགས་པའི་རྩོལ་བ་དེ་སྣང་ངོ་མི་འདུག་བ། དེ་ཡིན་པར་སོང་ས་དེ་བྱེ་སྨྲའི་ལེ་ཚིག་རེད། དེ་འདུས་མཐོང་ཐོས་ཚོར་ཤེས་ཚང་མ་ཡང་བྱེ་སྨྲའི་ལེ་ཚིག་བྱེ་སྨྲའི་ལེ་ཚིག་ལ་ཡང་བཞི་ཡོད་པའི་ནང་ནས་ད་བྱེད་པ་པོ་ཡིས་རྩོལ་བ་མི་སྣང་བའི་གི་བྱེ་སྨྲའི་ལེ་ཚིག་ཡིན་ད་དེ་འདུས་ས་ནས་འདི་མཐོང་ཐོས་དྲིས་ཚོར་ཟེར་ཡ་དེ་ལ་ད་བྱེད་པ་པོ་ཡོད་དམ་མེད་ཟེར་ན་བྱེད་པ་པོ་བཀྲ་ཤིས་ར་བ་མཐོང་བ་པོ་བཀྲ་ཤིས་ཡོད་རེད་ཐོས་པ་པོ་བཀྲ་ཤིས་ཡོད་རེད་ཚོར་བ་པོ་བཀྲ་ཤིས་ཡོད་རེད་ཤེས་པ་པོ་བཀྲ་ཤིས་ཡོད་རེད་བ་ཡིན་ན་ཡང་བཀྲ་ཤིས་ཁོ་གིས་རྩོལ་བ་དེ་གནང་གི་མ་རེད་དེ་ཡིན་པ་སོང་ཙང་བྱེད་པ་པོས་རྩོལ་བ་མི་གནང་བའི་བྱེད་མིན་ལས་ཚིག་ཟིན་འོག་ཏུ་བྱས་ནས་བཞག་འོར་ད་ལྟ་བཀྲ་ཤིས་ཀྱིས་དཔེར་ན་སུ་ད་དེ་རྟོགས་བྱ་ནི་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གཉིས་རྟོགས་བྱ་ནི་ལྟ་བ་ཡིན་ན་དེ་ཏག་ཏག་ཡོད་རེད་བ།

བཀྲ་བླ་མས་དངོས་སུ་གནང་སྐོར་དང་ཤུགས་བརྒྱབ་ནས་དཀའ་ལས་བརྒྱབ་ནས་ཨུ་ཚུགས་བརྒྱབ་ནས་བཙིར་ནས་གནང་བྱུང་བ་འདྲ་བོ་དེ་འདྲ་མ་ཡིན་པ་ཅིག་དངོས་སུ་གནང་སྐོར་བ་འབད་མེད་ལྷུན་གྲུབ་ཏུ་གནང་སྐོར་དང་དེ་ག་ནང་བཤད་བྲིས་ལ་སྣོམ་ཟེར་དུས་ག་སོ་ནའི་བྱེད་ཕོག་པའི་རྩོལ་བ་དེ་གནང་ཡོང་དགོས་འདུག་བ། བོད་ཡིག་སྦྱང་ཟེར་དུས་བྱེད་ཕོག་པའི་རྩོལ་བ་གནང་དགོས་འདུག་བ་དེ་ཡིན་པ་སོང་ཙང་དེ་ཚོ་ཆ་ཚང་ག་རེ་ཟེར་ན་བྱེད་འབྲེལ་ལས་ཟིག་རེད་ཁྱེད་ཚོ་བྱེད་ཕོག་པོ་གཞན་གྱི་རྩོལ་བ་དེ་གནང་དགོས་འདུག་བྱེད་ཕོག་པོ་གཞན་གྱི་རྩོལ་བ་དེ་གནང་ཚར་ནས་སོང་སྟེ་བྱེད་འབྲེལ་ལས་ཟིག་བྱའོ། ད་ཡིན་ན་ཡང་བཀྲ་ཤིས་ཀྱི་གཟུགས་མཐོང་ཟེར་དུས་དེ་མཐོང་སླ་བ་དང་བྱེད་ཕོག་པའི་རྩོལ་བ་གནང་གི་མ་རེད། བྱེད་པོ་པོ་རྩོལ་བ་གནང་གི་མི་འདུག་བཀྲ་ཤིས་ཀྱི་གྲྭ་ཐོས་ཟེར་ན་བྱེད་པོ་པོ་གི་རྩོལ་བ་གནང་གི་མ་རེད། དྲིའི་མཚོར་ཟེར་དུས་གོ་སོ་ལ་དེའི་མཚོར་ཟེར་བའི་གི་བྱ་ཚིག་དེ་གིས་བྱེད་པོ་པོའི་རྩོལ་བ་གནང་གི་མི་འདུག་བུའི་ཤའི་ཞེས་དུས་གོ་སོར་བྱེད་པོ་པོ་གི་རྩོལ་བ་གནང་གི་མི་འདུག་དེ་ཡིན་པ་སོང་ཙང་འདི་བྱེ་མའི་ལས་ཚིག་ཡིན། དེ་ཡིན་དུས་ད། བྱེ། བྱེ་མའི་ལས་ཚིག་ཡིན་ད། འདི་བཞི་པ་དེ་བྱེད་པོ་པོའི་རྩོལ་བ་མི་གནང་བ་ཟེར་ཏེ། དེ་དེའི་རིགས་སུ་གྱུར་པའི་མཐོང་ཐོས་ཚོར་ཤེས་ཟེར་དེ་ཡང་བྱེ་བྲེ། བྱེ་མའི་ལས་ཚིག་ཡང་མ་འདྲ་བ་ཅིག་སྡེ་ཚན་ཁ་ཁ་ཅིག་རེད་ད། དཔེར་ན་འདི་ལ་མཐོང་བྱ་གཟུགས་མཐོང་བ་པོ་བཀྲ་ཤིས་ཟེར་ནས་ཐ་དད་བྱ་ཡོད། ཐོས་བྱ་གྲྭ། ཐོས་པ་པོ་བཀྲ་ཤིས་ནི་ཐ་དད་བྱ། ཚོར་བྱ་དྲི། ཚོར་བ་པོ་བཀྲ་ཤིས་ནི་ཐ་དད་བྱ། ཤེས་བྱ་ག་རེ། བུ་ཡིག། ཤེས་པ་པོ་བཀྲ་ཤིས་ནི་གོ། ཡང་བྱ། གོ། ཧོབ་ཏི་ཀ་ལ་བལྟས་ན་ཡང་ཐ་དད་བྱ་ཡ་ཡོད་པར་འགྲོ་ཞིང་འདི་རིགས་ཁ་ཁ་ཡོད་རེད། དཔེར་ན། འདི་ལ། དཔེར་ན། ཆུ་འཁྱིལ་ནི་འཁྱིལ་ལ་ན་འཁྱིལ་བྱ་ག་རེ། ཆུ་རེད། འཁྱིལ་བ་པོ་ཟེར་ནི་ཡོད་རེད་བས་ན་ཡོད་མ་རེད།

འདི་ལ་ག་རེ། འགྲོ་བྱ་བཀྲ་ཤིས་རེད་འགྲོ་བ་པོ་བཀྲ་ཤིས་གཉིས་ཆེ་ཡ་མི་འདུག་བཞུགས་བྱ་བླ་མ་རེད་བཞུགས་པ་པོ་བླ་མ་རེད་གཉིས་ཆེ་ཡ་མི་འདུག་བསྟུན་རྩ་ནི་ཡང་འདི་ལ་གཉིས་ཆེ་ཡར་འདུག་འདི་ལ་ག་རེ། ཤར་བྱ་དགྲ་བོ་བཞག་ན་ཤར་བྱ་ཉི་མ་རེད་ཤར་བ་པོ་ཟེར་ནི་ཡོད་མ་རེད་དེ་འདུག་ནུབ་བྱ་ཉི་མ་རེད་ནུབ་བ་པོ་ཟེར་འདི་འདྲའི་དབྱེ་བ་ཆེ་ཡ་མི་འདུག་ཡིན་ན་ཡང་འདི་ལ་དབྱེ་བ་ཆེ་ཡར་གཉིས་དམ་པ་དབྱེ་བ་ཆེ་ཡ་འདུག་བསྟུན་རྩ་ནི་འདི་བྱེ་མའི་ལས་ཚིག་འདི་ཡང་རིགས་མ་འདྲ་བ་ཅིག་ཡིན་པ་སོང་ཙང་འདི་ཁ་ཁ་བསྟན་ཡག་གི་ཅིག་འདུག་བྱེད་པ་པོའི་རྩོལ་བ་མི་གནང་བའི་བྱེ་མའི་ལས་ཚིག་ཟེར་ནས་ཅིག་བཞག་ནས་ཁོ་ལ་རྩོལ་བ་གནང་གི་མི་འདུག་དམིགས་སུ་བཀར་ནས་འདི་བཞག་རེ་ད་ཁོ་ལ་ད་སྤྱི་བཏང་ནས་བྱེ་མའི་ལས་ཚིག་ཡིན་ཚར་ནས་བཟུང་སྟེ་བྱེ་བ་པོའི་རྩོལ་བ་མི་སྣང་བ་ཡིན་པས་ཨེ་ཁྱབ་ཟེར་ན། ད་ཁྱབ་པ་ཡོད་མ་རྟགས། དེ། དཔེར་ན་ཉི་མ་ཤར་ཞེས་པའི་སྐབས་ཀྱང་བྱེ་བ་པོའི་རྩོལ་བ་མི་སྣང་བ་རེད་ཉི་མ་ནུབ་ཟེར་དུས་བྱེ་བ་པོའི་རྩོལ་བ་མི་སྣང། དེ། བྱེ་བ་པོའི་རྩོལ་བ་སྣང་གི་མ་རེད་བྱེ་བ་པོ་ཁོ་རང་གཏན་ནས་མི་སྣང་བས་ན་བྱེ་བ་པོའི་རྩོལ་བ་ཁོ་རང་སྣང་གི་མ་རེད་བ། དེ་ག་ནང་བཞིན་རྫ་མཁན་གྱིས་འཁོར་ལོ་འཁོར་ཟེར་དུས་བྱེ་བ་པོའི་རྩོལ་བ་སྣང་གི་མ་རེད། དེ། དེ་ཚང་མ་བྱེ་བ་པོའི་རྩོལ་བ་སྣང་བ་ཡིན་ན་ཡང་བཀྲ་ཤིས་ལྷ་སར་འགྲོ་ཟེར་དུས་དེ་འགྲོ་བ་དེ་ལ་བྱེ་བ་པོའི་རྩོལ་བ་སྣང་གི་རེད། གཞུག་ལ་ཡང་བྱེ་བ་པོའི་རྩོལ་བ་སྣང་གི་རེད་སྣང་གི་འདུག་བ། ཉལ་ཟེར་དུས་ཡང་བྱེ་བ་པོའི་རྩོལ་བ་སྣང་གི་རེད།

ད་འདི་ལ་ཡིན་ན་གཞན་སྦྱར། དོན་དེ་བྱེད་པ་པོ་གཞན་གྱིས་རྩོལ་བ་མི་གནང་བ། ད། བྱེད་པ་པོ་གཞན་གྱིས་རྩོལ་བ་མི་གནང་བ་ཡིན་ན་བྱེད་འབྲེལ། བྱེད་མེད་ལས་ཚིག་ཡིན་པ་དང་བྱེད་པ་པོ་གཞན་ཞིག་གིས་རྩོལ་བ་གནང་གི་འདུག་ན་དེ་བྱེད་འབྲེལ་ལས་ཚིག་བྱ་དགོས་རེད་གསུངས། ད་འདི་འདྲ་བོ་ཡིན་ན་བྱེད་པ་པོ་གཞན་གྱིས་རྩོལ་བ་གནང་གི་མ་རེད་བ། བྱེད་པ་པོ་གཞན་ཡོད་མ་རེད་བ། འདི་ལ་བྱེད་པ་པོ་གཞན་གྱིས་རྩོལ་བ་གནང་གི་མ་རེད་ད་འདི་ཡིན་པ་སོང་ཙང། བྱེད་པ་པོ་གཞན་ཟེར་ནས་སྦྱར་དགོས་རེད། བྱེད་པ་པོ་གཞན་གྱིས་རྩོལ་བ་མི་གནང་བ་ཡིན་པ་ཡིན་ན། བྱེད་པ་པོ་གཞན་གྱིས་རྩོལ་བ་གཅིག་གནང་གི་འདུག་ན་འདི་བྱེད་འབྲེལ་ལས་ཚིག་བཞག་བྱེད་པ་པོ་གཞན་གྱིས་རྩོལ་བ་གནང་གི་མི་འདུག་ན་འདི་བྱེད་མེད་ལས་ཚིག་བཞག་དགོས་རེད་གསུངས། འོ་འདུག་བྱས་ནས། ད་དེའི་ཐོག་ནས། ད་ལྟ་སྐབས་སུ་བབ་པ་བྱེད་མེད་ལས་ཚིག་འདི་ལ་ཡང་རིགས་མི་འདྲ་བའི་གི་དབྱེ་བ་དེ་འདྲས་བཞི་ཡོད་རེད་ཟེར་ནས་ཁྱེད་རྣམས་པར་ཡང། ནང་གསེས་ཀྱི་དབྱེ་བ་དེ་འཆད་བཞིན་པ་ཡིན་ན་ཡང་བྱེད་འབྲེལ་ལས་ཚིག་དང། ཁར་སོགས་ད་ལྟ་སྐབས་སུ་བབ་པ་བྱེད་མེད་ལས་ཚིག་ལ་གོ་བ་དམིགས་བསལ་བག་ཡག་གི་དགེ་མཚན་ཡོད་རེད། ད་དེའི་ཐོག་ནས་དེ་རིང་གི་འཆད་ཁྲིད་འདིའི་ནང་ལ། ཞུ་བྱ་གཙོ་བོ་ག་རེ་ཞུས་ཡོད་ཟེར་ན་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་གི་དབྱེ་བ་གི་སྐོར་དེ་ཞུས་ཡོད། བྱེད་འབྲེལ་ལས་ཚིག་འདི་ལ་ཡང་རྩ་བའི་དབྱེ་བ་གཉིས་རྩ་བའི་དབྱེ་བ་རེ་རེ་ལ་ཡང་ནང་གསེས་ཀྱི་དབྱེ་བ་གཉིས་རེ་གཉིས་རེ་བྱས་ནས་ནི་རྩ་བ་གཉིས་དང་ཡན་ལག་བཞི་བྱས་ནས་མ་ཞུས་ཡོད། ད་བྱེད་འབྲེལ་ལས་ཚིག་འདི་ལ་ལས་སླ་པོ་ཡོད། ད་གཙོ་བོ་ང་རང་ཚོ་གི་གནད་དུ་བསྣུན་དགོས་ས་དེ་བྱེད་མིན་ལས་ཚིག་གི་དབྱེ་བ་དེ་ད་བྱེད་མིན་ལས་ཚིག་འདི་མགོ་རྙོག་པོ་ཡོད་པ་སོང་ཙང་བྱེད་མིན་ལས་ཚིག་གི་དབྱེ་བ་དེ་ལ་ཡང་དབྱེ་བ་རྣམ་པ་བཞི་གི་ཐོག་ནས